ང་རང་ཚོ་ད་དཀའ་ངལ་འཕྲད་བསྡད་པ་འདི་གཙོ་བོ་གཙོ་བོ་འདི། ཆེས་མཐོའི་ཁྲིམས་ཞིབ་ཁང་གི་སྤྱི་འཐུས་ལྷན་ཚོགས་ལ་ཡང་ད་ཐེ་བྱུས་མེད་ས་ལ་ཐེ་བྱུས་འགྲོ་བྱེད་དོགས་འགྲོ་བྱེད་བྱེད། ཨ་ནི། དཀའ་ངལ་འཕྲད་བསྡད་པ་དང་བྱེད་དོགས་བྱེད་དེ་ཡང་ཨ་ནི། སུ་མོ་འགྲོ་ལས་ཀྱི་དོན་དོན་ཚན་གཅིག་གིས་ལག་པ་ལ་ཡང་ཁིས་བྱེད།

ཁྲིམས་ཞིབ་ཁང་གི་ག་ལ་བར་སུ་མོ་འགྲོ་ཁྱེད་ཀྱིས་སྤྱི་འཐུས་ལྷན་ཚོགས་ལ་ཇི་ལྟར་བྱ་བ་སྤྱི་འཐུས་ལྷན་ཚོགས་ཀྱི་ག་ལ་བར་སུ་མོ་འགྲོ་ང་ཚོ་ཁྱང་ང་ཚོ་ཁྱེད་ཚོ་སུ་མོ་འགྲོ་སྤྲད་ཧོར་མེད་ལ་བར་འདུག་ཟེར་གྱིན་ད་སོང་ཙང་ད་འདུག་ཟེར་ན་ང་ཚོ་ཉོག་དྲ་དེ་བྱུང་པ་རེད་སོང་ཙང་ཉོག་དྲའི་རྒྱུ་རྐྱེན་དེ་ང་ཚོ་ཧ་གོ་དགོས་ཡོད་ད་དེའི་ཧ་གོ་བའི་ཐོག་ནས་རྣམ་པ་ཚོ་ཇེ་མང་དང་ང་ཚོ་སྤྱི་འཐུས་ལྷན་ཚོགས་དང་ཆེས་མཐོའི་ཁྲིམས་ཞིབ་ཁང་བར་གྱི་ས་མཚམས་ཡག་པོ་བྱེད་དམིགས་བསལ་ཡང་དུ་དབང་ཆ་དེ་ས་དབུ་ཞུགས་བྱེད་བཟོ་དགོས་ཡོད་དེ་དཔེ་མི་སྲིད་པའི་གལ་ཆེན་པོ་གཅིག་རེད་ད་དེ་སུ་ལ་དགའ་མ་དགའ་དེ་སྐད་ཆ་མ་རེད། གཅིག་དེ་གཉིས་ལ་ང་ཚོ་སུ་མོ་འགྲོ་ལེ་དེ་དངོས་གནས་ཅིག་གོ་དང་གོ་མོ་ནི་ད་དངོས་གནས་དགོངས་པ་བཞེས་དུས་ཚོད་ཅིག་རེད་ང་ཚོ་སྤྱི་ཚོགས་ནང་ངའི་ང་རང་བསམ་བློ་ག་རེ་བཏང་གི་སུ་མོ་དང་གོ་ཡས་མི་འདུག་བསམ་སྟེ་གི་མི་ཅིག་ཡིན་ད་ལྟའི་གནས་སྐབས་སུ་ང་ཚོ་སུ་མོ་འགྲོ་གོ་ཡས་ད་མ་འོངས་པའི་དུས་ཚོད་ཅིག་ཏན་ཏན་ཤར་དུ་ཧོ་རེད་བ་དེ་དུས་ཨ་ནི་སྤྱི་འཐུས་ལྷན་ཚོགས་ཡིན་ན་ཅིག་ནུས་པ་ཆེ་རུ་བཏང་གོ་ཡས་ཆེ་བསྟོད་ཁྲིམས་ཞིབ་ཁང་ནས་ནུས་པ་ཆེ་ད་ལྟའི་ཆར་ཆེ་བསྟོད་ཁྲིམས་ཞིབ་ཁང་ནུས་པ་ཆེན་པོ་བཏང་ཆེ་བསྟོད་ཁྲིམས་ཞིབ་ཁང་ལ་ད་ལྟའི་ཆར་ལས་ཀ་གོ་རེ་ཡོད་ཁོ་མ་རེད་དྲང་པོ་ཞུ་བ་ཡིན་ན། མཚམས་མཚམས་ཁོ་རང་ཚོ་ཟབ་སྦྱོང་དེ་འདྲ་སྤྲད་ཀྱི་ཡོད་ར་དེ་མ་གཏོགས། ང་ཚོ་བསམ་བླང་བ་ལ་ཆེ་བསྟོད་ཁྲིམས་བཤད་གང་རྩོད་ནས་ལོ་སུམ་ཅུ་ལྷག་སུ་འགྲོ་གི་ཡིན་ན་འདི་རྣམས་ལ་ཁམས་ཆུ་ག་ཚོད་བྱུང་བྱ། རེད་པ། ཁ་སང་ཉེ་ཆར་སྲིད་སྐྱོང་བློ་བཟང་སེང་གེ་ཡིས་ཁམས་ཆུ་ཟླ། སྤེན་པ་ཚེ་རིང་གིས་བཀའ་ཤག་ལ་སྩོལ་བའི་ཁམས་ཆུ་དེའི་ཁམས་ཆུའང་ཉི་ཤུ་བ་ལ་དེ་ལ་དེ་ག་ལོ་སུམ་ཅུ་ནང་ཁམས་ཆུ་ཉི་ཤུ་མ་བྱུང་ཡོད་མ་བསམ་ན། ལོ་སུམ་ཅུ་ནང་ལ་ཁམས་ཆུ་ཉི་ཤུ་སླེ་ཐུབ་ལོ་རེ་རེ་ལ་ཁམས་ཆུ་གཅིག་གཅིག་སླེ་ཐུབ་གོ་མ་བསམ་ན། ལོ་གཅིག་ནང་ལ་ཁམས་ཆུ་གཅིག་ཡས་སླེ་མ་ཐུབ་པ་ཡིན་ན། ཆེ་བསྟོད་ཁྲིམས་བཤད་ག་ལས་ཀ་ག་རེ་འདུག། ལས་ཀ་སྡོད་རྣམས་སམ་བླང་བར་འང་ཟོ། རྒྱ་གར་འདྲ་བ་ཡིན་ན་སྔོན་བྱོན་སུམ་བརྒྱ། ཁམས་བཅུ་ཀོ་རོར་ལྔ་དེ་ནས་པད་འབྲིང་ཡིན་ལ་པད་འབྲིང། པད་འབྲིང་ཡིན་ལ་ཁ་ལོ་བ་ནི་ལྷག་བདེ་བྱ་ལ་བ་དང། ཀོ་རོར་ལྔ་བྱེ་བ་ལྔ་དེ་ནས་ལྷག་བདེ་བྱ་ལ་བ་དང་སྔོན་ནས། རྒྱ་གར་འདྲ་བ་ཡིན་ན། མཚམས་མཚམས་རྒྱ་གར་ཟོ། Supreme Court ཉི་མ་ཉི་མ་ལ་ཁམས་བཅུ། Guest འདི་ཕེབས་ཁོ་ཚོ་ཐག་བཅད་འགྲོ་བ་དང། ད་འདོད་ཚར་གི་ཡོད་མ་རེད་དེ་འདྲའི་ལས་ཀ་མང་པོ་ཡོད། ང་ཚོ་དེ་འདྲའི་གི་ལས་ཀ་དེ་འདྲ་ཁྱད་མེད་བ་རྣམ་པ་ཟོ། ལས་ཀ་མེད་དུས་ད་ང་ཚོ་ལས་ཀ་མེད་ས་ཅི་ལ་ནི་སོ་སོའི་ལས་ཀ་འདྲ་བཟོས་བྱས་སུ་མ་འགྲོ་དྲུག་ང་ཚོ་དངོས་གནས་མགོ་འདོགས་དགོས་མིན་བསམ་བཏང་བ་དང་ང་རང་བསམ་ན་མགོ་མི་འདོགས་བསམ་རྒྱུ་ཡིན་ཨ་རྣམ་པ་ཚོ་མགོ་འདོགས་བསམ་ན་སོ་སོ་མགོ་འདོགས་རྒྱུ་མཚན་དང་དྲིས་ཆེ་ཡིས་ཀྱིས་བཏང་པ་ཡིན་ན་ཁོ་གནད་འགག་གི་ཡོད་མ་རེད་བ། དམངས་གཙོ་ནང་ཁྱོད་རང་བཏང་ཤག་སྡུག་ཅག་ཡིན་སུ་གང་ལ་ཡང་ཡོད་མ་རེད་བ། ཡིན་ན་ཡིན་ན་ཚ་གྲོགས་ཅིག་ཁྱེད་བཞིན་རོ། ཅི་ན་ཚ་གྲོགས་ཅིག་སྤྱི་འཐུས་འཛུགས་ནག་པོ། སྤྱི་འཐུས་འཛུགས་ལ་ནག་པོ་བྱེད་དགོས་འདུག་དེ་ཚོ་དམ་པོ་བྱེད་དགོས་དེ་འདྲའི་རིགས་ཀྱི་བསམ་བློ་རེ་ཁྱེད་ཀྱིས་གསུང་མུ་འགྲོ་བཟོས་དགོས་ཡོད་ན་ཐབས་སྐྱོ་བོ་ཞུ་གི་རེད་བསམ་གི་ཡོད་དེ་འདྲའི་ཆ་ལ། གསུང་མུ་འགྲོ་མགོ་བསླ་མཁན་ཡི་གེ་ཁ་ཤས་ཉིད་སྤྱི་ཚོགས་དྲ་ཞིག་མཐོང་སོང་མང་ཆེ་ཞིག་གར་འདུག་ན། སྤྱི་འཐུས་དྲ། སྤྱི་ཚོགས་དྲ། སྤྱི་འཐུས་ལྷན་ཚོགས་ལ་གནང་ན་ཁོ་རང་ཅིག་བསམ་བློ་ཞིག་བཏང་ཅིག་བྲིས་ཡོང་གི་འདུག་དམིགས་བསལ་གྱི་བར་ལམ་ཅིག་ནས། ཆོས་རྒྱུད་སྤྱི་འཐུས་ལ་དང་པོ་བྱས་དང་མདོ་སྟོད་སྤྱི་འཐུས་དང་པོ་བྱས་ཡིན་ན་ཚ་འགྲོ་ཆུ་འགོ་བཙུགས། ད་དེ་གི་ན་ཚ་རོལ་དུ་ཁྱེད་བྱེད། ཨ་ནི། ད་སྤྱི་འཐུས་ལས་འཛོལ་ཁྱོད་ཡོང་ལ་ནག་པོ་བྱས། ཨ་ནི་སུ་མོ་རུ་འགོ་ལ་མི་ནས་ཡོང་བསྡད་ཡོད་དོ། དེ་ཏག་ཏག་བསྡད་ཀྱི་མ་རོ། སྤྱི་འཐུས་ཚོ་ག་ལེ་ག་ལེ་འགྱུར་བ་འགྲོ་དགོས་ར་སྙན་མ་ཡོད་རྒྱུ་ད་ལྟ་མེད། སྙན་མ་ཡོད་རྒྱུ་ད་ལྟ་མེད་རྒྱུ་ད་ལྟ་ཡོད་རྒྱུ་ཇི་མ་མེད་རྒྱུ་དེ་ནི་སྤྱི་འཐུས་འགྲོ་བསྡད་ཡོད། ཡིན་ན་དེའི་ལམ་ལུགས་དེ་ཡག་པོ་འཇོན་དགོས་དེ་གལ་ཆེན་པོ་ཡིན་ཏེ། སྤྱི་བདེ་ལྷན་ཚོགས་ལ་བརྣག་པོ་བྱེད་སྤྱི་བདེ་ལྷན་ཚོགས་ལ་ནི་ཏག་ཏག་བཟོས་འོ་སྤྱི་བདེ་འཛུགས་སྐྲུན་བྱེད་འོ་བསམ། དེ་འདྲའི་ཡི་བསམ་དང་ནད་ཀྱི་དྲི་ངན་མང་པོ་ཅི་ཡོང་སྡིག་གི་དོགས་དེ་ཚོ་ཉེས་ཀྱི། སོ་སོ་རྒྱ་ཆེ་ས་ནས་དགོངས་པ་བཞིན་རྒྱལ་ཁབ་ཅིག་དང་མི་རིགས་ཅིག་གི་མདུན་ལམ་ལ་བསམ་བཏང་གི་ཡོད་ན་སྤྱི་བདེ་ལྷན་ཚོགས་ཀྱི་དབང་ཆ་ཁྱབ་དབང་ཆ་གི་ཁྱབ་ཁོངས་དེ་གཙང་མ་བཟོས་དགོས་གལ་ཆེན་པོ་རེད་སྤྱི་བདེ་ལྷན་ཚོགས་ཀྱི་དབང་ཆ་ཁྱབ་ཁོངས། ཆེས་མཐོའི་ཁྲིམས་ཞིབ་ཁང་གི་དབང་ཆ་ཁྱབ་ཁོངས།

བཏང་ཡང་ལག་གི་དུ་ཡིན་ན་ཡང་ང་མཐོང་མ་སོང་གསུང་གོ། རྗེས་མ་ནི་དྲ་རྒྱ་ན་ལྟ་དུས་གོ་ལ་ཕ་གིན་བཅུག་བཞག་ཟེར་བ་དང་དེ་འདྲའི་གི་གནས་སྟངས་ཤིག་ཆགས་བསྡད་ཡོད་རང་ངོ་སོང། སྤྱི་འཐུས་རྒྱུན་ལས་རྟག་པར་ཁོང་ཚོ་ལེའུ་འགོ་བཞིན་ལས་ཀ་བྱེད་གི་འདུག་སོང་ཙང་དངོས་གནས་ང་རང་ཚོ་ད་ཁོང་ཚོའི་བྲིས་མཁན་ཚོ་ནི་དགོངས་པ་ཡག་པོ་ཞིག་ནི་ཁོང་ཚོས་བྲིས་གོ་ད་ག་ནས་ཀྱི་དམ་བཅའ་ཕུལ་ས་འགྲོ་ལེན་ཅིག་མི་ཁ་ཚང་མི་ཁ་ཤས་ཀྱིས་སྤྱི་འཐུས་རང་ལ་སྐྱ་སྐྱ་བྱས་ནས་ནི་ཁྲིམས་ཁྲིམས་ཞིབ་པ་ཆེ་བའི་དེ་ཚོ་ཁྲིམས་ཞིབ་པའི་དེ་དག་ལ་དམ་བཅའ་ལེན་དགོས་རེད་ཟེར་མཁན་དེ་འདྲ་འདུག

དམ་བཅའ་ལས་ནི་དམ་བཅའ་བུད་ས་དེ་བཅའ་ཁྲིམས་ལ་བཞག་ཞིང་འགྲིག་དོ། ཁྲིམས་ཤེས་པ་ལ་དུས་གོ་ལ་དམ་བཅའ་ལེན་ས་མ་རེད་བ། ཁྲིམས་ལྟ་རྟོག་བྱེད་མཁན་རེད་བ། དམ་བཅའ་དང་ཁྲིམས་མ་རེད་བ་ཡ། དམ་བཅའ་དེ་འདི་ར་ང་ཚོ་མ་བཟོས་ན་ཆོ་ག་བྱ་ལེན་སོགས་འགྲོ་བ་ཆེ་ཁོར་ལས་རིམ་གྱི་ར། ལས་བྱེད་པ་སུ་འགྲོ་ཞིག་ན་བདམས་མེད་དེ་གྲོས་ཚོགས་ནང་བདམས་དགོ་ཡ་མེད་ན་མི་མང་ལ་བདམས་དགོ། གལ་ཆེ་ཤོས་དེ་གྲོས་ཚོགས་ཀྱི་ཏག་ཏག་ཅིག་བདམས་ཐུབ་མི་འདུག་མི་མང་གི་འོས་ཤོག་ཏག་ཏག་བླུག་འདུག་འོས་བསྡུ་ཚད་མའི་ཆེད་འདི་ལྟ་བུ་གལ་ཆེན་པོ་དེ་རེད། མི་མང་གིས་འོས་བསྡུ་ཅིག་བྱེད་ཟེར་བའི་ཡ་ནི་མ་འོས་བསྡུ་ལས་ཀ་གསལ་བསྒྲགས་ཅིག་བཏང་ཟེར་བའི་ལས་ཀ་བརྒྱ་ཆ་དགུ་བཅུ་དགུ་ཚར་དགུ་ཚར་རེད་ད། དཔེར་ན་ང་རང་ཉིད་དོན་སྙིང་གསར་བརྗེ་ཡི་འོས་བསྡུར་འགྲོ་བ་ཡིན་ན། སྲིད་སྐྱོང་ཡིན་ན་ཅི་སྟེ་འོས་བསྡུ་བྱེད་པའི་སྐབས་སུ་ད་འོས་ཤོག་དགུ་མང་རྒྱག་གི་འདུག་ཨ། རྒྱ་ཁྱི་དང་རྒྱ་ཁུ་མི་འདུག་ཡོད་མེད་སོགས་ཀྱི་སྐད་ཆ་བཤད་པའི་སྐོར་ས་རྒྱ་ཁབ་ལ་གནོད་པའི་སྐད་ཆ་བཤད་ཀྱི་དང་བཤད་ཀྱི་མི་འདུག་ད་ཅིག་ཁྲིམས་དང་འགལ་བའི་སྐད་ཆ་བཤད་ཀྱི་དང་བཤད་ཀྱི་མི་འདུག་སྤྱི་ཚོགས་དྲ་རྒྱ་ནང་ཁྲིམས་དང་འགལ་བའི་བྱ་སྤྱོད་སྤེལ་གྱི་འདུག་པས་དེ་ཚོ་ལྟ་གོ་ལྟ་རེ་ལྟོས་དེ་རེ་དེ་ལྟ་གི་མི་འདུག་བ་བཅས་དྲང་པོ་ཞུ་བ་ཡིན། ང་ཚོ་ནང་ནས་ཉིས་ཐོག་ཉིས་གསར་བྱས་ཡོད་འདུག་གོ་ས་འདྲ་མི་འདྲ་དེ་འདྲ་བྱུང་སོང་སྐུ་མདུན་སྐུ་པར་བེད་སྤྱོད་མ་བཏང་ལ་ན་རེ་སྐུ་མདུན་སྐུ་པར་བེད་སྤྱོད་བྱས་ཡོད་རེད། བ་རྒྱ་དར་བེད་སྤྱོད་མ་བྱས་རིགས་བཅས་རྒྱ་དར་བེད་སྤྱོད་བྱས་ཡོད་རེད། འོས་བསྡུ་འགན་འཛིན་གྱི་ཧ་གོ་གོ་ཡོད་ནའི་ལག་ལེན་བསྟར་ཡོད་མ་རེད་ག་ནམ་མ་རེད། ཨ་རིའི་གཅིག་གི་འོས་བསྡུ་སྐུལ་མ་ཞུ་བའི་གནས་ཚུལ་དེ་འདྲ་བྱུང་ཡོད་རེད་ཁྲིམས་ནང་ལ་བརྒྱ་ཆ་འོས་ཤོག་བརྒྱ་ཆ་བཅའ་མཁན་ཡིན་ལ་ཡོད་རེད་ན་བརྒྱ་ཆ་བཅའ་ཡོད་མ་རེད་དྲང་པོ་ཞུ་བ་ཡིན་ན་རེད། ཨ་མཚན་ལ་འོས་མིའི་པར་གྱི་བསྐོར་བསྒྲགས་མི་འདྲ་དེ་འདྲ་བྱུང་ཡོད་དེ་གའི་དེའི་འོས་བསྡུ་ལས་ཁང་སྙན་སེང་ཞུ་མཁན་བྱུང་ཡོད་རེད་ཡིན་ནའང་འོས་བསྡུ་ལས་ཁང་ལག་ལེན་བསྟར་ཡོད་མ་རེད། བྱེད་དགོས་ཡོད་དེ་དེ་གའི་དེ་ཚགས་ཚུད་པོ་བྱེད་དགོས། དེ་གའི་ཚང་མ་ཚར་བའི་ཆ་ད་འོས་བསྡུ་འོས་ཤོག་གྲུབ་འབྲས་གསལ་བསྒྲགས་བྱེད་པའི་སྐོར་ཚོད་ད་བརྒྱ་ཆ་དགུ་བཅུ་དགུ་དགུ་ཚར་དགོས་ལས་ཀ་ཚར་རེད་ད། ད་དམ་བཅའ་ཕུལ་ཡོད་དེ་ཐ་མ་དེ་རེད། ད་དེ་ཚོ་ལ་ཁྲིམས་ཞིབ་ཁང་གིས་ཁས་འཆེས་སྐད་ཡོད་མ་རེད། དངོས་གནས་ཁྲིམས་ཞིབ་ཁང་གིས་ཁྲིམས་བལྟ་གི་ཡོད་ན་དེ་ཚོ་དུམ་བུར་འདུག་བལྟ་བ་དངོས་གནས་ལ་ཡིན་ད། དེ་ཚོ་མེད་བ་ཡོད་ད་དམ་བཅའ་འབུལ་ས་དེ་ལ་རྙོག་དྲ་ཞུགས་བཤད་དེ་ཡིན་ད་ངས་དེ་ཡག་པོ་མི་འདུག་བསམ་གི་སོང་ས་ངས་ང་རང་བསམ་ན་དམ་བཅའ་འབུལ་ས་དེ་ལ་ཁྲིམས་ཞིབ་པ་མི་གོ་བ་བྱ་བྱ་ཁྲིན་རིན་པོ་ཆེའི་དུས་ནས་དམ་བཅའ་འབུལ་ན་འགྲིག་གོ་རེད་རྒྱ་བོད། ད་ལྟའི་ཆ་ལ་ང་ཚོ་རྒྱ་བོད་རིན་པོ་ཆེ་སྐུ་འཕྲེང་བཅུ་བཞི་པའི་སྐུ་མདུན་དམ་བཅའ་ལེན་པ་ཡིན་ན་མང་ཆེ་ལ་རྩོད་པ་ཡོད་མེད་བ་ཞུ་རྒྱུ་རེད་སོང་ད་སྐུ་མདུན་དགུ་པ་འགྲོ་བ་མིར་དམ་བཅའ་འབུལ་ས་ཞུས་པ་ད་སྐུ་མདུན་དགུ་པ་ག་དུས་ནས་ཡོད་རོགས། ལྕགས་རི་རིན་པོ་ཆེ་ག་དུས་ནས་ཡོད་རུང་བྱུང་བ་འཁྲུགས་པ་ཡིན་ན་གཅིག་དམ་ས་ལ་ལ་དམག་འཁྲུགས་མུ་གེ་ག་རེ་བྱུང་བ་ཡིན་ན་ལྕགས་རི་རིན་པོ་ཆེ་ཡོད་པ་ར་ག་དུས་དམ་བཅའ་ལེན་ཡོད་པ་ར་ཁྲིམས་ཞིབ་པ་ལས་འཛོལ་བའི་མི་ཡིན་པ་སོང་ན་ཁོ་ག་རེ་ཡིན་ན་འགྱུར་བ་འགྲོ་སྲིད་པ་རེད་ཁོ་ལ་ན་ཚ་ནད་སྣ་ཚོགས་བྱུང་སྲིད་པ་མན་ངག་ན་ལྷག་སྲིད་པ་རེད། གཅིག་ནད་ན་ཚ་དེ་འདྲའི་རྐྱེན་པས་ཁྲིམས་ཞིབ་མི་དང་མི་ཐུག་ཡ་མེད་པ་དེ་འདྲས་ཡོང་སྲིད་པ་ར་ད་ལ་ང་ཚོ་ཀོ་ར་ན་གོད་ཆག་དེ་བྱུང་ག་རེ་ཡིན་ན་ཡོང་སྲིད་པ་རེད། ཁྲིམས་ཞིབ་པ་གསུམ་གང་དུས་གཅིག་ལ་ཡང་ན་ཚ་ནད་པ་དེ་ལས་ཁྲིམས་ཞིབ་པ་གསུམ་གང་དུས་གཅིག་ལ་ཡང་ཅིག། ཁམས་ཕྱོགས་འདི་འདྲ་ན་ཚུལ་འདེབས་པ་ཡིན་ན་ཁོ་གོ་བ་ཐམས་ཅད་ལས་འང་འགྲོ། རེད་བ། དཔེར་ན་ཁྲིམས་ཞིབ་ཁང་ཁྲིམས་ཞིབ་པ་ཁྲིམས་ཞིབ་པའི་ནང་ལོགས་ལ་ཁྲིམས་ཁང་ནང་ལོགས་ལ་བུ་མོ་ལས་ཀ་བྱེད་མཁན་དེ་འདྲ་ཡོང་དགོས་རོ་དེ་འདྲས་དེ་འདྲས་གཅིག་གིས་ཏག་ཏག་མ་ལེགས་པ་ལག་ཁྱེར་དང་ཉེ་རེ་མ་ལེགས་པ་བྱས་ལ་བུ་མོ་གཅིག་གིས་ཁྲིམས་ཞིབ་པ་གསུམ་གྱིས་ང་ལ་བཙན་གཡེམ་བྱེད་ཀྱི་འདུག་བུ་དག་འདི། ཚུལ་དང་མ་མཐུན་པའི་གན་ནི་ཅིག་བྱ་ངན་དེ་ནི་བརྩམ་དགོས་འདུག་ལ་ན་ཁམས་ཆོས་ཞིག་རྒྱག་པ་ཡིན་ད་སུ་ལ་ཁམས་ཆོས་རྒྱག་འགྲོ་བ་རེད་དེ་འདྲའི་ཁམས་ཆོས་ཞིག་རྒྱག་པ་ཡིན་ན་དེ་ཁྲིམས་ཁྲིམས་ཤེས་པ་གསུམ་དུ་དགོངས་པ་ཞུ་ཡོད་རེད་མ་གཏོགས་མོའི་ཁམས་ཆོས་ལ་དཔང་རྟགས་མི་འདུག་ཟེར་ན་འད་ས་ཟེར་ཁས་མེད་བ་རེད་བ། སོང་ཟེར་ཡག་ཤོས་དེ་ག་རེ་ཟེར་ན་ཁྲིམས་དམ་འབུལ་ཞུ་ས་དེ་ཁྲིམས་ཤེས་པ་མེད་པའི་ཐོག་ནས་ཡང་བཅའ་ཁྲིམས་ལ་དམ་འབུལ་ཞུ་བ་ནི་སུ་གང་ལ་ཉོ་གྲ་ཡོད་མ་རེད་མདོ་སྟོད་མདོ་སྨད་དབུས་གཙང་ཡུ་རོབ་ཨ་རི་དོ་ཨོ་སི་ཏྲེ་ལི་ཡ་ཕྱོགས་ཆོས་བརྒྱུད་སུ་གང་ལ་ཉོ་གྲ་ཡོད་མ་རེད། ཁྲིམས་ཤིག་ཁྲིམས་དཔོན་ལས་དེ་ལ་སུ་ཡིན་ན་ཡོང་སྲིད་པ་ད་ལྟའི་ཆར་ད་ང་ཚོར་བྱུང་ཆ་མིན་ན་རྒན་པ་དེ་ག་དེ་ཕེ་གོ་རེད་མ་འོངས་པ་ན་ལོ་ཆུང་ང་མདོ་སྟོད་མདོ་སྨད་སུ་ཡིན་ན་ཡོང་སྲིད་པ་ཞིག་རེད། ང་ཚོ་ཁྲིམས་ཞིབ་པའི་མདུན་ནས་དམ་འབུལ་ཞུས་ཏེ་ཁྲིམས་ཞིབ་པ་ལ་མགོ་སྒུར་བའི་དོན་དག་མ་རེད་ད་ཁ་ཤས་ཀྱིས་བསམ་གྱི་འདུག་ད་ཁྲིམས་ཞིབ་པའི་མདུན་ལ་དམ་འབུལ་ཞུས་ཏེ་ཨོ་ཁྲིམས་ཞིབ་པའི་མདུན་ལ་མགོ་སྒུར་ཁྲིམས་ཞིབ་པའི་མདུན་ལ་མགོ་སྒུར་དགོས་བ་མ་རེད་ད་ཁྲིམས་ཞིབ་པ་དཔང་པོ་ལ་བཞག་དགོས་རེད་དཔང་པོ་ལ་བཞག་དམ་བཅའ་ལེན་དགོས་རེད།

མི་ཁྲི་བརྒྱད་དང་རྫ་ཟི་ཁའི་དེབ་སྐྱེལ་བྱས་རེད། འོས་ཤོག་དངོས་གནས་འཕངས་མཁན་དེ་ཁྲི་དྲུག་དང་རྫ་ཟི་རེད། དེ་ཡི་ནང་ལ་དབུས་གཙང་གི་སྤྱི་འཐུས་ཨང་ཀི་དང་པོར་བྱོན་རོགས། རྣམ་པ་ཚོ་གྲངས་ཀ་དེ་རྣམ་པ་ཚོ་གོང་མ་ཞེས་ཡ་དེ་ངས་འབྲེལ་བ་ཡོད་པ་ནས་ཞུ། དབུས་གཙང་གི་སྤྱི་འཐུས་ཨང་ཀི་དང་པོ་དེ་ལ་འོས་ཤོག་ག་ཚད་རག་ཞེ་ན་གཅིག་ཁྲི་བཞི་སྟོང་བདུན་བརྒྱ་བཞི་བཞི་བཞི་ད་ག་ན་གཅིག་ཁྲི་བཞི་སྟོང་བརྩེགས་བརྒྱ་བ་ཞིག་ང་རང་ཚོ་དབུས་གཙང་གི་སྤྱི་འཐུས་མཐོ་ཤོས་དེ་ལ་གཅིག་ཁྲི་བཞི་སྟོང་འོས་ཤོག་རག་ཡ་རེད། ད་ང་ན་ཞེས་དབུས་གཙང་གི་ད་ཕ་སྐད་ཀྱི་དངོས་གཞི་དེ་དག་མི་ཉི་ཤུ་མཇི་མ་སྟོན་སྐུད་བ་སྟེ་གི་ཐ་མ་དེ་ལ་ག་ཚོད་ར་ཡ་ལ་ན་ཉིས་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་ལ་ཡ་ད་དབུས་གཙང་གི་མི་ཐ་མ་བྱོས་ར་མི་སྤྱི་འཐུས་ཐ་མ་ལ་གོ་མ་ད་དངོས་གཞི་སྒྲུབ་འབྲས་ན་ལ་ཐོན་བསྡད་བའི་མིང་གཞུང་ཐ་མ་བྱོས་ར་མིང་ཐོ་ཐ་མ་དེ་ལ་ཉིས་སྟོང་བདུན་བརྒྱ་ར་ཡ་ར་ད་མདོ་སྟོད་འགྲོ་ན་མོ་ར་ཞེས་བ་ཡིན་ན་མདོ་སྟོད་ཀྱི་ཡུལ་དྭང་ཤོད་དེ་རྡོ་རྗེ་ཚེ་བརྟན་ལགས་རེད། རྡོ་རྗེ་ཚེ་བརྟན་ལགས་ལ་ཡང་འོས་ཤོག་ཐོ་བལ་ཏེ་བརྒྱད་སྟོང་བརྒྱད་བརྒྱ་ཐོབ་ཡོད། མདོ་སྟོད་ཀྱི་མིང་གཞུང་ནང་ཡོད་པའི་མི་མཐའ་མ་དེ་ལ་ཡང་གཅིག་སྟོང་རེ་གཅིག་སྟོང་བརྒྱ་མེད་དུ་ཡོད་དུས་དགུ་རེ། ད་མདོ་སྨད་ནང་པོ་ཟ་ཟི་ཡག་མདོ་སྨད་ཀྱི་མཐོ་ཤོས་དེ་ལ་ཡང་དཔེ་མ་མཚོ་མོ་ལགས་རེད་དཔེ་མ་མཚོ་མོ་ལགས་ལ་ཡང་གཅིག་སྟོང་བདུན་བརྒྱ་བཅུ་བདུན་རེད། མདོ་སྨད་ཀྱི་དག་མི་ཉུང་ཤོས་དུ་ཡོད་ཤོག་ཉུང་ཤོས་རང་ཡང་ཞེས་ད་མིང་ཆུང་མཐའ་མ་ཞོག་འདི་ན་མི་འདི་ལ་མི་དེ་ཁོང་བཙན་ལ་ཆུང་གྲུབ་ཚེ་རིང་རེད་ཤག་ཁོང་ལ་འོས་ཤོག་དེ་སུམ་བརྒྱ་བཞི་བཞི་གཉིས་རེད་ད་ངས་འདིའི་རྣམ་པ་ཚོ་ག་རེ་བྱས་ནས་ཤེས་སྒོ་རེ་ཞུས་པ་ཡིན་ན་ནས་པ་ད་དབུས་གཙང་གི་འོས་ཤོག་མཐོ་ཤོས་དེ་གཅིག་སྟོང་བཞི་བརྒྱ་བདུན་བརྒྱ་ཡིན་དུས་གཅིག་གོ་ན་གཅིག་ཁྲི་བཞི་སྟོང་བདུན་བརྒྱ་ཡིན་དུས་ང་ཚོ་དབུས་གཙང་གི་འོས་ཤོག་བླུག་མཁན་དེ་མི་གཅིག་ཁྲི་གཞི་གཏོང་སོགས་འཚོལ་བ་བྱེད་ཞོར། དབུས་གཙང་གི་མི་གཅིག་སྒྲིལ་གཞི་གཏོང་གི་གཅིག་སྒྲིལ་གཞི་གཏོང་ལ་མི་བཅུ་ཟླ་མའི་ཐོབ་ཐང་ཡོད། མི་བཅུ་ཟླ་མའི་ཐོབ་ཐང་ཡོད། ད་སྐབས་ནང་བཞིན་གྱི་ཁོང་ཚོ་ལ་མི་བཅུ་ཟླ་མའི་ཐོབ་ཐང་ཡོད་པ་མ་ཟད་ཁོང་ཚོའི་སྤྱི་འཐུས་རྒྱུན་ལས་ནང་ལ་དབུས་གཙང་ནས་མི་གཉིས་སླེབས་ཡོད། ད། མདོ་སྨད་ལ་མི་གཅིག་སྟོང་བདུན་བརྒྱ་མ་ཞོལ་མ་རེད་འོས་ཤོག་བླུག་མཁན་གཅིག་སྟོང་བདུན་བརྒྱ་བཅུ་བདུན་མ་ཞོལ་མ་ཡིན་ན་ཁོང་ཚོ་ལ་ཡིན་པ་ཡིན་ན་ཡང་མི་བཅུ་ད་མེད་ཐོབ་ཐང་ཡོད་རེད། རྒྱུན་ལས་ནང་ལ་མི་གཉིས་ལོས་ཐོབ་ཐང་ཡོད་རེད། ད་གྲངས་ཀའི་ཆ་རྣམ་པ་སོགས་ཁྱད་པར་གྲངས་ཀ་ཁྱད་པར་ག་ཚོད་ཞུ་གི་འདུག་དབུས་གཙང་མི་གཅིག་སྒྲིལ་བཞི་སྟོང་བདུན་བརྒྱ། མི་གཅིག་སྒྲིལ་བཞི་སྟོང་བདུན་བརྒྱ་ལ་མི་བཅུ་ད་མེད་ཐོབ་ཐང་ཡོད་རེད། མི་གཅིག་སྟོང་བདུན་བརྒྱ་ལའི་མི་བཅུ་ད་མེད་ཐོབ་ཐང་ཡོད་རེད། མི་གཅིག་སྒྲིན་བཞི་སྟོང་བདུན་བརྒྱ་ལ་རྒྱུན་ལས་ནི་ལ་མི་གཉིས་བླུ་ཡི་ཐོབ་ཐང་ཡོད་རེད། མི་གཅིག་སྟོང་བདུན་བརྒྱ་ལ་ཡིན་པ་ཡིན་ན་ཡང་རྒྱུན་ལས་ནི་ལ་མི་གཉིས་བླུ་ཡི་ཐོབ་ཐང་ཡོད་རེད། ད་གྲངས་ཀ་བསམ་གཏན་ན་གཅིག་པ་འདི་གི་དེ་ལྟ་སྟབས་ལབ་ཁ་ཤས་ཁྱད་པར་འགྲོ་དགོས་ར། གང་ཟག་དབུས་གཟའ། མདོ་སྨད་ཀྱི་གྲངས་ཀ་དེ་ཞིག་བཟུང་བྱས་པ་ཡིན་ན་དབུས་གཟའ་དང་མི་དཔེ་ཆའི་ཉི་སུམ་ཅུ་ད་མི་དམ་ཆོས་ཐོབ་ཐང་ཞིག་གོ་དགོས་ཡོད་སོགས་འགྲོས་འགྱུར་གྲངས་ཀའི་གཞི་བཟུང་སྐད་ཆ་བཤད་ཡོད་ན་ཟེར་གྱི་ཡོད་ད། དེ་ག་ནང་གི་གྲངས་ཀའི་གཞི་བཟུང་སྐད་ཆ་བཤད་པ་ཡིན་ན་དབུས་གཟའ་གི། ན་སྤྱི་དོན་རྒྱུད་ལས་ན་ད་ལྟ་མི་གཉིས་མ་ཞོལ་མར་བ། མི་གཉིས་ཚར་མི་དྲུག་བདུན་བརྒྱད་སུ་བཞི་བླུག་དགོས་སོ། བཏང་ཆོས་ཡས་ཀྱི་ཐོབ་ཐང་ཡོད་དགོས་སོ་འདྲ་ཅི་ཡོད། ད་མདོ་སྟོད་འདི་པ་ར་དེ་ལ་བརྒྱད་སྟོང་རེད་མཐོ་ཤོས་དེ་ལ་བརྒྱད་སྟོང་གྱ་གྱ་རེད་ཉུང་ཤོས་དེ་ལ་གཅིག་སྟོང་གྱ་མེད་དུ་ཡོད་དུས་དགོ་རེད། ད་མདོ་སྟོད་ད་མདོ་སྟོད་ཀྱི་མཐའ་མ་ཞོལ་རང་ཡོད་མིང་གཞུང་ན་མིང་མཐའ་མ་དེ་ད་ད་མདོ་སྨད་ཀྱི་འོད་ཤོ་མཐོ་ཤོས་ཞོལ་ར་དེ་ཚོ་པ་ར་ལ་ཁྱད་པ་དྲུག་འོད་ཤོ་དྲུག་བརྒྱ་སམ་ཡང་ཁྱད་པ་ཤོ་གོ་མར་ད། ད་འདི་གཅིག་ར་མ་སོང་ཡང། ད། ད་མདོ་སྨད་དེ་མདོ་སྨད་ཀྱི་མང་ཤོས་དེ་སྤྱི་སྟོང་བདུན་བརྒྱ་ད་དགེ་ལུགས་རྣམ་པ་ཚོ་ཟེར་ཚེ་དགེ་ལུགས་ཀྱི་མང་ཤོས་དེ་དགེ་ཆོས་བློ་གསར་ཕན་བདེ་ལ་ལ་འོས་ཤོག་སུམ་སྟོང་བདུན་བརྒྱ་ཡོད་རེད་སུམ་སྟོང་བདུན་བརྒྱ་ཉིས་རྩ་དྲུག་རེད། དགེ་ལུགས་ཀྱི་འོས་མི་མཐའ་མ་དེ་དགེ་ཆོས་བློ་བཟང་ལགས་ལ་འོས་ཤོག་དེ་སྤྱི་སྟོང་བརྒྱད་བརྒྱ་དགུ་བཅུ་གོ་གསུམ་རེད། དགེ་ལུགས་ཀྱི་འོས་ཤོག་མཐའ་མ་འབྱོར་བ། འདི་མདོ་སྟོད་ཀྱི་རྩེ་ཕུད་དེ་ལ་མ་ང་ཡོད་རེད་མདོ་དགོངས་པ་བཤད་དགོས་འདིར་དང། ངས་འདི་སྐད་ཆ་ཚང་མ་ག་རེ་བཤད་དགོས་རྒྱུ་མཚན་ནི་ངས་རྗེས་ལ་བཤད་ཡིན་ཨ་ལ་ངས་འདི་ངས་འདི་རྨང་གཞིར basic ལ་ཡོད་པ། ང་ཚོ་གསར་བརྗེའི་བཀྲམ་སྟངས་བྱས་གསར་བརྗེ་བྱས་བཀྲམ་ན་རྣམ་པ་ཚོ་ཧ་གོ་ར། དགེ་ལུགས་ཀྱི་མི་འོས་ཤོག་འོས་མི་ཐ་མ་དེ་ལ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གསུམ་རག་དགོས་རེད། ད་བཙད་པོའི་དེ་ལ་སུམ་སྟོང་བདུན་བརྒྱ་རེད། དགེ་ལུགས་ཀྱི་ཐ་མ་དེ་གཅིག་སྟོང་བརྒྱད་བརྒྱ་ཡིན་ན་མདོ་སྨད་ཀྱི་མཐོ་ཤོས་དེ་འོ་ན་གཅིག་སྟོང་བདུན་བརྒྱ་རེད། མདོ་སྨད་ཀྱི་མཐོ་ཤོས་དེ་ལ་གཅིག་སྟོང་བདུན་བརྒྱ་ཡིན་པ་ཡིན་ན་ཡང་མདོ་སྨད་ཚོགས་ཀྱི་རྒྱུན་ལས་ནང་ལ་མི་གཉིས་དང་བཅུ་བོ་རེད། དགེ་ལུགས་ཚོགས་ཀྱི་ཐ་མ་དེ་འོ་ན་གཅིག་སྟོང་བརྒྱད་བརྒྱ་མ་ཞིག་མེད་བ་ཡིན་པ་ན་རྒྱུན་ལས་ནང་ལ་མི་གཅིག་མ་ཞིག་འགྲོ་དགོས་འོ་མ་རེད། ནང་པ་ཚོ་མཁྱེན་གྱི་འདུག་ག། དེ་བསམ་བློ་ཞིག་བཏང། ད་ངས་གྲངས་ཀ་ཐོག་ནས་སྐད་ཆ་བཤད་ན་ད་དེ་ཚོ་ཚང་མ་བཤད་ཡོད་ལ། ཡིན་ན་ང་གྲངས་ཀ་ཐོག་ནས་བཤད་ཀྱི་མེད་ད་ངས་ངས་གྲངས་ཀ་གཙོ་བོར་ལབ་ཀྱི་མེད་ད། ངས་དེ་ག་རེ་བྱས་ནས་ཤེས་སྒོ་རུ་ཞུས་པ་ཡིན་ན། ཁ་སང་ང་རང་ཚོ་བདམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་བཀའ་མོལ་དེ་འདྲ་ཞིག་བཀའ་མོལ་ག་འདྲ་ཞིག་གནང་ཡོད་ལབ་པ་ཡིན་ན། ཆོལ་ཁ་ཆོལ་ཁ་ཚོགས་ཀྱི་རྒྱུན་ལས་གཉིས་མ་གཉིས་བཏང་དགོས་ཡོད་རེད། མི་གཉིས་སླེབས་དགོས་པ་རེད་ཟེར་བ། ཡིན་ན་ཡང། ག་ལ་བ་དེ་ཆོལ་ཁ་ནི་མི་བཅུ་ནས་གཉིས་མ་རེད་ལེགས་འོག་མ་རེད་ཟེར་ར། ཨ་ནི། ཆོས་རྒྱུད་ཚོ་སྤྱི་མཐུན་གཉིས་ནས་རྒྱུན་ལས་ན་གཅིག་ལེགས་ཡིན་འདུག། བྱེད་ཡོད་འདུག་རྒྱ་ཆ་བྱེད་ཡོད་འདུག་ཆོས་རྒྱུད་ཚོ་ལ་རྒྱ་ཆ་ལྔ་བཅུ་གོ་ར་རྒྱུན་ལས་ན་ལ་རྒྱ་ཆ་ལྔ་བཅུ་ལེགས་འགྲོ་གི་འདུག། ཨ་ནི་ཆོལ་ཁ་ཚོ་ལེགས་ཡིན་མི་འདུག་དེ་གྲངས་ཀ་དེ་ཏག་ཏག་དེ་ད་གོ་ཤ་རྒྱ་ཐ་ནི་ཏག་ཏག་ལེགས་ཡོད་མ་རེད་དེ་མེད་པ་དེ་ནི་མང་ཚོགས་ཚོ་གི་དེའི་ཐོག་ལ་གོ་རྟོགས་ཅིག་སླེ་བཞག་ཟེར་ར།

ཆོ་ག་ཚོགས་ཀྱི་ཆོ་ག་རྣམས་ལ་སྤྱི་འདུས་ཆོ་ག་རྣམས་ལ་སྤྱི་འདུས་བཅུ་ནི་རྒྱུན་ལས་ལ་གཉིས་མ་བྱིན་ལེགས་པའོ་མ་དེ་བཞིན་ན་བརྒྱ་ཆ་གཉིས་བརྒྱ་ཆ་ཉི་ཤུ་བརྒྱ་ཆ་ཉི་ཤུ་རེད་ཟེར་བ་དང། ཆོས་རྒྱུད་ནང་ནས་མི་གཉིས་ནས་མི་གཅིག་ལས་དུས་བརྒྱ་ཆ་ལྔ་བཅུ་རེད་དེ་བདེན་པ་རེད་བརྒྱ་ཆ་ལྔ་བཅུ་རེད། གནད་འགག་དེ་ག་བ་ཐུག་གོ་ས་སྤེན་པ་ཚེ་ག་ལ་བ་ད་དེ་འགྲིག་གི་ཡོད་མ་རེད། དེ་མ་འགྲིག་པའི་གོ་རྟོགས་དེ་མང་ཚོགས་རྣམས་ལ་འཕེལ་ཞགས་ཅེས་སྐད་ཆ་འདི་ཞིག་བོར་དང། སོ་ཙང་ངས་གང་ལ་སྐད་ཆ་བཤད་དགོས་མཚན་དེ་རེད་ངས་གང་ལ་ག་རེ་བཤད་སོང། མདོ་སྟོད་ཀྱི་མང་ཤོས་དེ་དགེ་ལུགས་ཀྱི་ཉུང་ཤོས་ལས་ད་འདི་སྨྲ་ཡི་འདུག་ཟེར་ར། མདོ་སྟོད་ཟེར་དགོངས་དག་མདོ་སྨད་ཀྱི་ར། མདོ་སྨད་ཀྱི་མང་ཤོས་དེ་པད་མ་མཚོ་མོ་ལགས་གཅིག་སྟོང་བདུན་བརྒྱ་བཅུ་བདུན་རེད། མདོ་སྨད་ཀྱི་མང་ཤོས་དེ་གཅིག་སྟོང་བདུན་བརྒྱ་བཅུ་བདུན་དེ། བཅུ་སྟོང་བཅུ་བདུན་ཡིན་པ་ཡིན་ན་ཡང། རྒྱུན་ལས་ན་ར་མི་གཉིས་བཏང་དགོས་ར་གཉིས་གཉིས་བཏང་རྒྱུ་ཡོད་ན་མ་གསིང་ད། ད། དགེ་ལུགས་ཀྱི་ཉུང་ཤོས་སྦྱོར་བ། གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གསུམ་ཁོ་རང་ད་སྤྱི་འཐུས་ཐོབ་ཡོད་མ་ར་ད། མི། དང་པོ་གཉིས་པ་གསུམ་པ་བཞི་བ་དེ་ན་ལྔ་བ་ལྔ་བ་ཡིན་ར་ལྔ་བ་དེ། དགེ་ལུགས་ཀྱི། ལྔ་བ་དེ་ར་ད། དགེ་ལུགས་ཀྱི་ལྔ་བ་དེ། གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གསུམ་རེད། ཐོན་པའི་འོས་ཤོག་གྲངས་ཀའི་ཐོག་ནས་ཞུས་པ་ཡིན་ན་གཟིགས་འོག་དང། སྒྱིད་ལུག་གི་དམའ་ཤོས་དེ་མདོ་སྨད་ཀྱི་མཐོ་ཤོས་དེ་ལས་མང་ང་ཡོད། ཡིན་པ་ཡིན་ན་ཡང་སྒྱིད་ལུག་གི་རྒྱུན་ལས་རྣམས་ལ་གཅིག་མ་ཞིག་སླེབས་ཀྱི་ཡོད་མ་རེད། ད་ཕ་ནས་གཉིས་འགྲོ་ནི་མ་ཚད་ཨང། དེ་ཕྱིར་དེ་འོས་ཤོག་མང་མང་ང་ཡོད་མཁན་དེ་གི་མ། དངོས་གནས་དེ་འོས་ཤོག་མང་ང་ཡོད་ན་ཁོ་ལ་ཐོབ་ཐང་མང་ང་དགོས་པའི་སོ་ཅི་རང། དེ་དེ་འདྲའི་རང་ཡོད་མི་འདུག་བ། ད་སྤེན་པ་ཚེ་རིང་ལགས་ཀྱི་བཀའ་མོལ་གང་གནང་དགོས་བ་རེད། ཆོས་བརྒྱུད་སྤྱི་འཐུས་ཀྱི་རྒྱུན་ལས་རྣམས་ལ་ཆོས་བརྒྱུད་སྤྱི་འཐུས་གཅིག་གླས་ཏེ་བརྒྱ་ཆ་ལ་བཀོད་ན་ལྔ་བཅུ་ཆགས་འགྲོ་གི་འདུག། ཆོས་ཁ་གི་གཉིས་གླས་ཏེ་བརྒྱ་ཆ་ལ་བཀོད་ན་ཉི་ཤུ་མ་ཆགས་ནས་སོང་ཙང་རྒྱུན་ལས་རྣམས་ལ་མི་དམ་ནའང་ཏག་ཏག་བསྡད་ཀྱི་མི་འདུག། དེས་མ་བདེན་པ་ཏག་ཏག་བསྡད་ཀྱི་མི་བའི་གོ་རྟོགས་དེ་རྒྱ་ཆེ་མང་ཚོགས་ལ་འཕེལ་ཆགས་དགོས། དེ་ཡིན་ན། ད་འདི་ཚོ་གོ་རྟོགས་དེ་འཕེལ་ཡོད་ནམ་འཕེལ་མེད་ནི་ར། དབུས་གཙང་གི་མང་ཤོས་དེ་གཅིག་སྒྲིལ་བཞི་སྟོང་རེད། དཔེ་བཟང་གི་ད་ཉུང་ཤོས་ལ་ན་ཉུང་དེ་འདྲ་མིང་གཞུང་ན་ཉུང་ཤོས་དེ་ཉིས་སྟོང་བདུན་བརྒྱ་རེད་དཔེ་བཟང་གི་ཉུང་ཤོས་དེ་མདོ་སྨད་ཀྱི་མང་ཤོས་དེ་ལས་མང་ང་དོ་དགེ་ལུགས་ཀྱི་ཉུང་ཤོས་དེ་ཡིན་ན་མདོ་སྨད་ཀྱི་མང་ཤོས་དེ་ལས་མང་ང་དོ་ཡིན་པ་ཡིན་ན་མདོ་སྨད་ལ་འདྲ་འདྲ་ཐོབ་ཐང་ཆ་ཚང་འདྲ་འདྲ་ཡོད་རེད་མདོ་སྨད་ལ་བཅུ། དེ་ན་ཡོ་ཤོ་གདམ་ཐང་གི་ཐོག་ན་ཞུས་པ་ཡིན་ན་མདོ་སྨད་མི་གཅིག་སྟོང་བདུན་བརྒྱ་གི་གཅིག་སྟོང་བདུན་བརྒྱ་གི་གཅིག་བསྡུས་བཅུ་གདམ་དགོས་ངས་ཆོ་ག་གེ་ཞིག་ཡོད་ད་བཅུ་གདམ་དགོས་ལ།

ད་དེ་ཚོ་ཕར་བཞག་ད་ནི་ཨ་རི་ལ་ད་ལྟ་གཅིག་བཞག་ལ་ཡང་ཨ་རི་གི་མཐོ་ཤོས་དེ་དྲུག་སྟོང་རེད་ཨ་རི་གི་མཐོ་ཤོས་དེ་དྲུག་སྟོང་བརྒྱ་དང་ལྔ་བཅུ་ང་གཉིས་རེད་ཨ་རི་གི་རྔ་བ་དེ་རྔ་བ་མཐའ་ཅན་ལ་རེད་ད་རྔ་བ་མཐའ་ཅན་ལ་ཚ་མཚོན་པ་ན་གཅིག་སྟོང་བརྒྱ་མི་གཉིས་རྩ་དྲུག་རེད་ད་གང་ལྟར་ང་ཚོ་བྱང་ཨ་རི་ནས་ལ་འོས་ཤོག་སློག་མཁན་མི་དྲུག་སྟོང་རེད་ང་ཚོ་ཨ་རི་འོས་ཤོག་སློག་མཁན་མི་དྲུག་སྟོང་ལ་ད་ལྟ་བོ་ད་ང་ཚོ་ལ་གཉིས་མ་ཡོད་ད་མི་ཐོབ་ཐང་ཡོད་མ་རེད། མདོ་སྨད་ལ་འོས་ཤོག་བླུག་མཁན་མི་གཅིག་སྟོང་བདུན་བརྒྱ་མ་ཞིག་མིན་ན་མི་བཅུ་ཙམ་འགོར། ང་ཚོ་བྱང་ཨ་རི་ལ་མི་དྲུག་སྟོང་ལ་མི་གཉིས་མདོ་སྨད་མི་གཅིག་སྟོང་བདུན་བརྒྱ་ལ་མི་བཅུ་ཙམ་འགོར། ངས་རྩལ་རྒྱག་གི་མེད་དང་ངས་དེ་རྣམ་པ་ལ་ཞུགས་ཡིན་ང་དེ་འདྲའི་ཐོག་ལ་ཐོབ་ཐང་ཁྱེར་དགོས་ལག་གི་མེད་དང། ཡིན་ན་སྤེན་པ་ཚེ་རིང་ཁ་སང་སྐད་ཆ་བཤད་ཡོད་དོ། དེ་ཚོ་སྐད་ཆ་དྲང་པོ་མ་རེད་ངས་འདི་བཤད་དགོས། གལ་སྲིད་དངོས་གནས་དེ་འདྲའི་གོ་རྟོགས་ཤིག་སྤེལ་དགོས་ན་འདི་ཚང་མ་འགྲེལ་བཤད་ཤིག་རྒྱག་དགོས་ལ། བྱང་ཨ་རིའི་མི་དྲུག་སྟོང་ཡོད་རེད་སྤྱི་འཐུས་གཉིས་མོས་བཏང་གི་མི་འདུག་བྱང་ཨ་རི་ལ་གྲངས་ཀ་སྤར་དགོས་འདུག་ཅིག་བཤད་དགོས་རེད། རོ། ཞེས་བྱ་ས་དེ་ད་ང་ཚོ་ཉུང་ཤོས་དེ་ལ་བཞག་འོ་ཉུང་ཤོས་དེ་གདོད་མའི་ཡིན་ཏེ་ཆོ་ག་འདི་ལ་ཉུང་ཤོས་གདོད་མའི་ཀྱང་ང་ཚོ་གདོད་མའི་དེ་ལ་བཞག་འོ་ད་ཉིད་འདི་ད་ཆོས་རྒྱུད་ན་སྐད་ཤེས་ཀྱི་མེད་ད་ཆོ་ག་ལ་སྐད་ཤེས་ཡོད། ད་གང་ན་ཞིག་ང་ཚོ་ཡུ་རོབ་ལ་བལྟས་ཤག་ཡུ་རོབ་ཀྱི་ཨང་ཀི་དང་པོ་དེ་ཀུ་ཤུ་དབང་ཆེན་ལ་རེད་ཀུ་ཤུ་དབང་ཆེན་ལ་ལ་འོས་ཤོག་བཞི་སྟོང་དགུ་བརྒྱ་བཞི་བཞི་བཞི་རེད། ཉུང་ཤོས་དེ་གང་ཤོས་ཚང་བློ་བཟང་ལགས་སེ་སོང་ན་སུས་ཟིན་ཟེར། ཁོ་རང་ལ་འོས་ཤོག་དེ་ཉིས་སྟོང་བཞི་བརྒྱ་ཉུལ་སྲབ་ཁེལ་རེད། ཟིང་དང། དེ་སྤྱི་དུས། ཡུ་རོབ་ཀྱི་མི་བཞི་སྟོང་དགུ་བརྒྱ་དང almost ལྔ་སྟོང་རེད་ལྔ་སྟོང་ཟིང་འགྲོ་བྱེད་ཡུ་རོབ་ཀྱི་མི་ལྔ་སྟོང་ལ་མི་གཉིས་མ་ཡིན་ད་མའི་ཐོབ་ཐང་ཡོད་མ་རེད། ཡུ་རོབ་ཀྱི་མི་ལྔ་སྟོང་ལ་མི་གཉིས་མ་ཡིན་ད་མའི་ཐོབ་ཐང་ཡོད་མ་རེད། ཨ་རི་ཡི་མི་དྲུག་སྟོང་ལ་ཡིན་པ་ནས་མི་གཉིས་མ་ཡིན་ད་མའི་ཐོབ་ཐང་མ་ཞོན་མ་རེད། ཡིན་པ་ཡིན་ན་མདོ་སྨད་མི་གཅིག་སྟོང་བདུན་བརྒྱ་མ་ཞིག་མེད་པ་ཡིན་ནས་མི་བཅུ་ད་མའི་ཐོབ་ཐང་ཡོད་རེད། རྒྱུན་ལས་ན་ལ་མི་གཉིས་ད་མའི་ཐོབ་ཐང་ཡོད་རེད། རེད་རེད་ངེད་ཚོ་གྲངས་ཀའི་ཐོག་ནས་ཏག་ཏག་བསྡད་ཀྱི་འདུག་ངས་གྲངས་ཀ་དང་སྐད་ཤེས་ཡོད་རེད་ད་ད་ལྟ་སྤེན་པ་ཚེ་རིང་ལགས་ཀྱི་ག་རེ་གསུངས་ཡོད་ཞུ་བ་ཡིན་ན་རྒྱུན་ལས་ནང་ལ་ཡང་ཆོས་རྒྱུད་ཁག་ནས་ཆོས་རྒྱུད་ཀྱི་སྤྱི་འཐུས་གཉིས་ནས་གཅིག་ཕ་ག་སླེ་དུ་བརྒྱ་ཆ་ལྔ་བཅུ་ཆགས་འགྲོ་གི་འདུག

ཡི་གེ་དེ་ང་ལ་སླེབས་པ་རེད་དེ་ཁོ་རང་ཚོ་ཚོགས་མི་གཅིག་ཡིན་ང་ལ་བཏང་རྒྱུ་རེད་ད། ང་ཚོ་ཚོགས་པར་ཡི་གེ་དེ་འདྲ་ཁྲིད་ན་ང་ཚང་མ་ལ་གསལ་རྒྱན་བཏང་ལ་ཡི་འདུག་ས་ཉེ་ཡིན། དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བཅའ་ཁྲིམས་བསྐྱར་བཅོས་ཟིན་བྲིས་ཚོགས་ཆུང་གི་ཚོགས་གཙོ་མཆོག་དབུས་ཚོགས་མི་ལྷན་རྒྱས་ཀྱི་དྲུང་དུ་ཆེད་ཞུ་ཟེར། ད་དེ་ནི་མ། དོན་ཚན་གཅིག་གཉིས་གསུམ་བཞི་ལྔ། དོན་ཚན་དྲུག་འདུག། དོན་ཚན་དྲུག་པ་དེ་ད་ལྟ་ངས་རྣམ་པ་ཚོར་སྤེན་པ་ཚེ་རིང་གིས་ཞིབ་ཞིབ་ཀྱིས་བལྟ་ད་དོན་ཚན་དྲུག་པ་ན་ཡོད། དོན་ཚན་དྲུག་པའི་ནང་ག་རེ་ཡོད་ལབ་ན། སྤྱི་འཐུས་རྒྱུན་ལས་བསྐོ་ཕྱོགས་དེ་མང་གཙོས་ལྟ་གྲུབ་དང་ཡོངས་སུ་འགལ་གྱི་འདུག་ས་སྤྱི་འཐུས་རྒྱུན་ལས་བསྐོ་ཡས་ཞོར་བ་དེ་མང་གཙོའི་ལྟ་གྲུབ་དང་ཡོངས་སུ་འགལ་གྱི་འདུག་ས་གང་ཡིན་ཟེར་ན་ལབ། ཕྱོགས་ག་རེ་ནས་སྤྱི་འཐུས་བཅུ་ཡི་ཁོངས་ནས་རྒྱུན་ལས་ཞབས་བརྟན་གཉིས་མ་གཏོགས་མེད། དེ་བརྒྱ་ཆ་བསྐོ་ན་བརྒྱ་ཆ་ཉི་ཤུ་སོ་དོན་པེན་པ་ཚེ་རིང་བཤད་སོང་བལྟ་རང་ཤེས་རོགས་དེ། དེ་ལས་ལྡོག་སྟེ་ཆོས་བརྒྱུད་རེ་ནས་སྤྱི་འཐུས་གཉིས་རེ་དང་རྒྱུན་ལས་ཞབས་འདེགས་གཅིག་གི་ཐོབ་ཐང་ཡིན་དེ་བརྒྱ་ཆ་ལ་བཀོད་ན་བརྒྱ་ཆ་ལྔ་བཅུ་ཆགས་ཡོད། ཆགས་ཡོད། འགྲོ་ལུགས་དེ་ནི་དམངས་གཙོ་དང་དྲང་བདེན་གྱི་འགྲོ་ལུགས་ཤིག་མ་རེད་དེར་བརྟེན་གོང་ཁོས་རང་གིས་འབོད་སྐུལ་ཞུ་བ་འདི་ལ་དགོངས་ཞུ་ཡོང་བའི་རེ་བ་བཅས། དོན་གནད་རྒྱ་གར་ཧྥ་རན་སི་བཅས་ནི་བཅར་འདྲི་ལག་འདེབས་ཁང་དེ་ཧྥ་རན་སི། སོང་ཙང་ད་ངས་འདི་ལྷ་བ། ཨ་ན་བྷེ་འབའ་ཚེ་རིང་ག་ལ་ག་ལ། མང་ཚོགས་ལ་གོ་རྟོགས་འཕེལ་ཤག་བྱས།

ད་དེའི་རྣམ་པ་ཚོའི་དགོངས་པ་བཤད་དགོས་ཡོད་སོང་ཙང་ངས་ག་ལ་ལ་བ་ཡིན་ནམ། དོན་དུ་སྲིད་སྐྱོང་ཡིན་དེ་དང་བཀའ་མོལ་ག་རེ་གནང་མོད་ནས་ཁོ་རང་འདོད་པ་རེད་ང་ཚོ་གས་ཞུ་ཡས་ཀྱི་མེད་ཡིན་པ་ཡིན་ན་ཡང། ཁོ་རང་དགོངས་པ་བཤད་དགོས་ཡོད་ཅིག་དེ་ཁོ་རང་གིས་སྐད་ཆ་ག་བ་བཤད་པ་ནི་སྐད་ཆ་དེ་སྤྱི་ཚོགས་ནང་འགྲོ་དགོས་རེད་ང་ཚོ་སྐད་ཆ་བ་འདྲ་གི་མ་རེད། ཁོ་རང་སྐད་ཆ་ག་བ་བཤད་པ་ཡིན་ན་གསར་འགོད་པ་ཡིན་ན་དེ་བ་ཚང་མ་གིས་དོ་སྣང་བྱེད་ནས་འདྲ་འདྲས་མ་གིས་འདྲ་སྐད་པོ་གིས་འགྲོ་གི་རོགས། འགྲོ་དུས་སྐད་ཆ་དེ་ཚང་མ་བཀྲམས་འགྲོ་དགོས་མཁན་ཅིག་གིས། གཅིག་གིས་བཀྲམ་གྱི་རེད་མོ་གོང་གཅིག་གིས་བཀྲམ་གྱི་རེད་ཁོ་རང་སྐད་ཆ་ཚང་མ་བཀྲམ་འགྲོ་དེ་ཁོ་རང་ཧ་གོ་གོ་བོ་གལ་ཆེན་པོ་རེད་བསམ། དེ་འདྲས་ནི་སྐད་ཆ་ག་རེ་བཤད་པ་ཡིན་ནས་ངས་བསམ་ཁུལ་དུ་ཙམ་མ་ཡིན་པར་སྐད་ཆ་དེ་བཤད་ཚར་བའི་རྗེས་ལ་མང་ཚོགས་ནང་བརྡ་ལན་ག་འདྲས་སུ་འགྲོ་ཚར་འགྲོ་ས་མ་རེད་དེ་ཚོའི་དགོངས་པ་ཞིག་ནི་དགའ་མོས་གནང་ན་དཔེ་མི་སྲིད་པའི་གལ་ཆེན་པོ་རེད། ང་རང་ཚོ་རྒྱ་བ་རིན་པོ་ཆེ་རྩ་བའི་བླ་མ་འདི་ཇི་སྙེད་སྐྱབས་ནས་ཞི་བདེ་ཞི་བདེ་དེ་བས། ཉིས་སྟོང་བཅུ་གཅིག་ལོ་ལ་ཆབ་སྲིད་ཀྱི་དབང་ཡོངས་རྫོགས་ད་ཙིར་སྤྲད་པ་རེད་སོང་ཙང་དེ་ནས་བཟུང་ད་ལྟ་བར་དུ་རྒྱ་བ་རིན་པོ་ཆབ་སྲིད་ཁ་མི་གསུང་གོ་མི་གསུང་གོ་མི་འདུག་རྣམ་པ་ཚོ་དགོངས་པ་བཞེས་ད་ར། རྒྱ་བོད་རིན་པོ་ཆེ་ཆབ་སྲིད་བཀའ་མོལ་རྩ་བ་ཉིད་ནས་གསུང་གི་མི་འདུག་ཆབ་སྲིད་བཀའ་མོལ་གསུང་བའི་དུས་ལ་བབ་པ་ཡིན་ནས་ངས་ཆབ་སྲིད་སྐོར་རེད་ཕར་དཀྲིགས་ཀྱི་དང། ཉམས་མ་སྲིད་ཀྱང་ལོ་ཙཱ་སྲིད་ཀྱི་དེ་འདྲ་མང་པོ་སྤྲད་ད་བོད་པ་ཟེར་ན་དེ་འདྲ་དོགས་ཡ་མི་འདུག་ལགས། རྒྱ་བོད་རིན་པོ་ཆེའི་དགོངས་པ་རྣམས་ལ་ཡང་ཆབ་སྲིད་དང་འབྲེལ་བའི་དགོངས་པ་མེད་པ་མ་རེད་བ། ཁོང་ཚོ་སྐྱབས་མགོན་ཆེན་མོ་མཆོག་བོད་མི་ཞིག་ཡིན་གསུང་གི་ཡོད་རེད། རྒྱ་བོད་རིན་པོ་ཆེ་དུས་ནམ་ཡང་བོད་མི་ཡི་འགན་དེ་གལ་གི་འོ་རེད་གསུངས་སོང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་པ་ལེན་ནས་ས་སྐྱ་གོང་མ་རིན་པོ་ཆེ་རྒྱལ་བ་ཀརྨ་པ་ཡིན་ན་ཚང་མ་ཡི་དགོངས་པ་ནང་ལ་ཆབ་སྲིད་དུ་འབྲེལ་བའི་བསམ་བློ་མེད་པ་དགོངས་པ་མེད་ཁོག་ཡུང་སྲིད་ཀི་མ་རང་ཡིན་ན་ཁོ་ན་གསུང་གི་མི་འདུག་ག་རེ་བཞིན་གསུང་གི་ཡོང་གསུང་མཁན་མེད་པ་རེད་མ་རང་ཡིན་ན་ཁོ་ན་ཚོའི་མཁན་སྒོ་རང་ཁོང་ཚོའི་ལ་དད་པ་བྱེད་མཁན་མང་པོ་ཞུས་ཡོད་རེད་དད་པ་བྱེད་མཁན་མང་པོ་ཡོད་འདི་སྐད་ཆ་དད་པ་བྱེད་མཁན་ནང་ཕོག་བ་སྲིད་པ་རེད་མ་ཕོག་བ་སྲིད་པ་རེད་དགོངས་པ་ངུ་ཞེས་ཀི་འདུག་ད་ག་ནང་ཆོས་བོན་པ་ཟེར་རིང་ཁོ་རང་འགྲོ་བའི་ནས་དངོས་གནས་ཡིན་ད་ང་ཚོ་སྒེར་གྱི་ངོས་ནས་དགའ་མི་དགའ་བའི་ཁེ་གོ་རིག་མེད་ད། ཡིན་པ་བཀྲ་ཤིས་བདེ་ལེགས་ཞུ་བའི་ནས་མོས་ཚེ་རིང་ཡོད་སྨོན་ལམ་རྒྱབ་བས་ཁོ་རང་ནང་མི་ཚང་མ་ཡིན་པ་ཡིན་ནས་ད་དེ་འདྲ་དམ་དོན་སྲིད་སྐྱོང་རྐུབ་བཀྱག་ག་ལེ་དེ་ཀམ་པའི་ནང་འདེགས་ཀྱི་དགོངས་པ་ཡག་པོ་བཞེས་དགོས་རེད་བསམ་གི་འདུག་ལ། ངས་དེ་འདྲའི་བསམ་གི་འདུག་འགྲོ་བ་མ་ཡིན་པ་ཆེ་ད་ད་དེ་ལ་གསུང་གི་འདུག་གོ་ཐོ་ཡོད་ཀ་ཕེ་ཤ་བསམ་གི་འདུག་ཁྱེད་རང་ག་རེ་བསམ་ན་བསམ།

སོང་ཙང། ངས་ག་རེ་ལ་འོ་ན་སྤེན་པ་ཚེ་རིང་གིས་ད་བདམས་ཐོན་སྲིད་སྐྱོང་གི་རྒྱུན་ལས་ནང་ལ་ཡང་ཆུ་རྒྱུས་གཅིག་དུས་གཉིས་ལས་དེ་འགྲིག་གི་མི་འདུག་ད་སྤེན་པ་ཚོས་འདི་བཤད་སྐོར་དང། འདི་སྐོར་རང་བརྒྱ་ཆ་འདྲ་བཤད་ཀྱི་འདུག་སོང་ཙང་ད་ངས་ལ་ཡ་ག་ལ་འོ། གལ་སྲིད་ཁྱེད་རང་དངོས་གནས་དེ་འདྲའི་བརྒྱ་ཆ་སྐད་ཆ་བཤད་ཀྱི་ཡོད་པ་ཡིན་ན། ར། གལ་སྲིད་དངོས་གནས་འགྱོད་བཤགས་སྐད་ཆ་བཤད་མཁན་ཡོད་པ་ཡིན་ན་ང་ཚོ་ཆ་ཚང་བ་ཆ་ཚང་བ་ཅིག་བལྟ་དགོས་གནས་ཚུལ་གནས་ཚུལ་ཆ་ཚང་དོ་སྣང་བྱེད་ད་དོ་སྣང་བྱེད་ན་དབུས་གཙང་གི་རྒྱུན་ལས་གཉིས་སླེབས་གོ་ཡིན་ན་དབུས་གཙང་གི་དབུས་གཙང་རྒྱུན་ལས་གཉིས་སླེབས་དུས་ག་ལ་དབུས་གཙང་མི་དམངས་ད་ལྟ་ད་ཉེ་དེ་ཉིས་སྟོང་ཉིས་རྩ་གཅིག་གི་དགོས་གཏུག་གི་གྲུབ་འབྲས་གཞི་བཟུང་སྐད་བཤད་སྐད་བརྡ་ར་ཞེ་བཞག་ས་དེ་དབུས་གཙང་མི་དམངས་ཀྱི་མི་དམངས་གཅིག་ཁྲི་བཞི་སྟོང་གི་འདབ་མའི་མི་བཅུ་དམ་དགོ་བཅུ་དེ་ནི་མི་གཉིས་མ་བཞི་བཏང་གི་ཡོད་མ་རེད། མདོ་སྨད་ཡིན་པ་ཡིན་ན་མདོ་སྨད་མི་མང་གཅིག་སྒྲིལ་གཅིག་མཐུན་སོགས་གཅིག་སྟོང་བདུན་བརྒྱ་གིས་བཅུ་བདམས་ཀྱི་ཡོད་རེད། ཏང་ཡོན་གཉིས་བཏང་གི་ཡོད་རེད་བསམ་དང་ལེན་ལ། དགེ་ལུགས་སྒྲུབ་པོ་ཆ་མཚོན་པ་ཡིན་ན་གསུམ་སྟོང་བདུན་བརྒྱ་ཡོད་རེད་དགེ་ལུགས་ལ་འོས་ཤོག་བླུག་མཁན། དེ་གི་ཡིན་པ་ཡིན་ན་བདམས་པའི་གཉིས་མ་ཞིག་བདམས་ཀྱི་ཡོད་མ་རེད་ཁོ་རང་ཚོ་ཆོས་རྒྱུད་ཀྱི་ཐོག་ནས་བྱེད་ཀྱི་ཡོད་ད་གཉིས་དང། ཡིན་ན་ཁོ་ཚོ་དེ་ནས་རྒྱུན་ལས་ལ་གཅིག་མ་ཞིག་བཏང་གི་ཡོད་མ་རེད། མདོ་སྨད་ཚོགས་ཀྱི། དོ་མེད་མི་གཅིག་སྟོང་བདུན་བརྒྱ་ལ། སྤྱི་འཐུས་རྒྱུན་ལས་རྣམས་ལ་གཉིས་བཏང་ཡང་ཐོབ་ཐང་ཡོད་ན། སྒྱིད་ལུག་ད་དྲང་པོ་ཤོད་པ་ཡིན་ན། འོས་ཤོག་ཁོ་རང་སུམ་སྟོང་བདུན་བརྒྱ་དེ་འདྲ་འདུག་ཨང། ཨ་འདྲ་ད་གཅིག་མ་ཟད་གཉིས་གསུམ་དེ་འདྲ་བཏང་དགོས་གསུངས་རེད། དབུས་གཙང་འདི་ཚོ་ད་གཅིག་ཁྲི་བདུན་སྟོང་གཅིག་ཁྲི་བཞི་སྟོང་བདུན་བརྒྱ་དེ་འདྲ་སླེ་གི་ད་འོས་ཤོག། དེ་སྤྱི་འཐུས་ད་རྒྱུན་ལས་རྣམས་ལ་དབུས་གཙང་ཚོ་ད་མི་ཕལ་ཆེར་བརྒྱད་དགུ་ཞིག་བཏང་དགོས་ཟེར་བྱུར། བརྒྱ་ཆ་ལ་བསྐོར་དེ་ན་ཟེར་གི་རེད་འདུག་སྤེན་པ་ཚེ་རིང་བརྒྱ་ཆ་བརྒྱད་ཅིག་གི་ཐོག། ད་ག་ན་བཞིན་ང་ཚོ་ཨ་རི་དང་གྷ་ལེར་དང་ཨ་རིའི་འཛིན་ས་མི་དྲུག་སྟོང་གི་བའི་ཤོ་ལུག་དྲུག་སྟོང་བརྒྱ་དང་ལྔ་བཅུ་ང་གཉིས་བའི་ཤོ་ལུག་འོག་བསྟན་འཛིན་གྱི་མི་ལ་ལ་དེ་ག་ཚོད་ཐོབ་འདོད་རེད་ང་ཚོ་ཆ་ང་རེ་ལ་གྱོན་ང་ཚོ་དང་རྒྱུ་ལས་ན་ལ་གཅེས་ཡོད་མ་རེད་ཡིན་ན་ང་ཚོ་རྒྱུ་ལས་སྒོ་ཟེར་གྱི་བཙལ་རྒྱག་གི་མེད་སྐད་ཆ་དྲང་པོ་ཞུ་བ་ཡིན་ན་ང་ཚོ་ཆ་ང་རེ་ཁ་ཤས་སྒོ་ལ་ཡོད་རྒྱུ་ང་ལ་ང་ལ་ང་ལ་ཆ་ང་རེ་ལ་རྒྱུ་ལས་ན་སྒོ་ཟེར་ང་ཚོ་བཙལ་སྐད་རྒྱག་གི་མེད་སྙིང་པོ་ཟེར་སྐད་མཐོང་གི་མེད་རེད་བ། རེད། མཐོང་མེད་དང། དེ་ག་ནང་བཞིན་ང་ཚོ་ཡུ་རོབ་བསམ་ནང་དང་སྐུ་ཞོལ་དབང་ཆེན་ལ་འོས་ཤོག་ཐང་མང་ཤོས་དེ་བཞི་སྟོང་དགུ་བརྒྱ་བཞི་བཞི་བཞི་རེད། བཞི་སྟོང་དགུ་བརྒྱ་བཞི་བཞི་བཞི་ཡིན་པ་ན་ང་ཚོ་ཡུ་རོབ་ཚོ་སྤྱི་འཐུས་རྒྱུན་ལས་ནང་མི་གཅིག་ཡང་ཡོད་མ་རེད་ཡིན་ན་ཡུ་རོབ་ཡུ་རོབ་སུ་གང་གིས་ང་ཚོ་སྤྱི་འཐུས་རྒྱུན་ལས་སྤྱི་འཐུས་རྒྱུན་ལས་ཐོབ་ཐང་འགོ་སྤྱི་ཚོགས་དྲ་རྒྱ་ག་བ་ལ་ངས་མཐོང་མ་སོང། སྐད་འཕྲིན་ནང་ལ་ཐོ་ཡང་མི་འདུག་བརྡ་འཕྲིན་ནང་ལ་ཐོ་ཡང་མི་འདུག་ངོ་དེབ་ནང་ལ་ཐོ་ཡང་མི་འདུག WhatsApp ནང་ལ་ཐོ་ཡང་མི་འདུག་ཨ་རྒྱུན་ལྡན་ནང་ང་ཚོ་ཁ་པར་ནང་ཕོ་ཚོ་སྐད་ཆ་བཤད་རེས་དེ་འདི་འདྲ་ནང་ལ་འདི་འདྲ་ཚིག་འཕྲད་ཤོམ་གང་གང་མི་འདུག་བ། མི་རྣམས་ནི་བེམ་པོ་ཟེར་ནས་དེ་སེམས་ཁྲལ་དང་ག་ནས་བྱུང་གོ། ཅི་སྟེ་རྒྱུན་ལས་རྣམས་ནི་ཆོས་ཀྱི་རྒྱུད་དུ་མ་འང་དག་དེ་སེམས་ཁྲལ་དང་ག་ནས་བྱུང་བ་ཡིན། ཞེས་པ། ཨ་ཏི་བེམ་པོ་ཚེ་རིང་གི་གོ་རྟོགས་དེ་མང་ཚོགས་རྣམས་ལ་མ་སྤེལ་ཅིག། ད་མང་ཚོགས་ཀྱིས་ཡི་གེ་ནང་ཏག་ཏག་མ་གས་ཏེ། ངས་གོང་དུ་རྣམ་པ་ཚོ་ལ་ལྗགས་ཀློག་ཞུས་པ་ནང་བཞིན་རེད་ཕ་རངས་ཀྱིས་དེ་འདྲ་ཡི་གེ་གཅིག་ནང་ལོགས་ལ། ད་ག་རང་བྲིས་འདུག་ཨ། ཡི་གེ་འདི་འདི་རེད་རྣམ་པ་ཚོ་ར། ལ། ཡི་གེ་འདི་རེད། སྡོད་གནས་ཧྥ་རན་སི་ཧྥ་རན་སི་ཚོགས་པ་ཞིག་ཡི་གེ་འདི་བྲིས་རྗེས་སོ་སོས་ས་ནས་མི་འདི་ཚོ་སོ་སོའི་མིང་བྲིས་ཏང་ཏང་ཏང་ཨུ་ཚོས་ཀྱང་ལག་སྡོད་ས། ཧོ་འདི་ཚོ་ངས་སོང་ཙང་གནས་ཚུལ་ཐ་སྙད་ད་ངས་སྤྱི་འཐུས་ཀྱི་གྲངས་ཀ་གྲངས་ཀ་ངས་རྣམ་པ་ཚོ་མང་པོ་ཅིག་ཤེས་སོ་རྒྱུ་མཚན་འདི་ངས་སྐད་ཆ་འདི་བཤད་མཁན་ཁྲོད་དགོངས་སོ་རྣམ་པ་ཚོ་དེ་བཞིན་ངས་སྤྱི་འཐུས་གྲངས་ཀ་བརྒྱད་སོང་ཙང་སྤྱི་འཐུས་རྒྱུན་ལས་ཚོགས་ཀྱི་ད་དེ་རིང་ངས་ཐད་གཏོང་འདོད་མཁན་རྣམ་པ་ཚོ་མང་པོ་ཅིག་མཁྱེན་རྟོགས་ཡོང་གི་རེད། ང་ཚོ་དངོས་གནས་གྲངས་ཀ་གང་ལ་སྐད་ཆ་བཤད་ནས་འགྲོ་གི་ཡོད་ན་དང་ང་ཚོ་གྲངས་ཀ་ཆ་ཚང་ཅིག་ང་ཚོ་བསམ་བློ་གཏང་དགོས་སྐོར་རེད་རེད་པ། ད་དེ་ནས་ང་ཚོ་བསམ་བློ་ཞིབ་འབར་ཞིག་བཏང་བ་ཡིན་ན། ད་རྒྱ་བལ་འབྲུག་གསུམ་ལ་བརྒྱ་ཆ་ལྔ་བཅུ་ཡོད་ལ་རྒྱ་བལ་འབྲུག་གསུམ་བརྒྱ་ཆ་ལྔ་བཅུ་མ་ཞིག་མེད་པ་ན་རྒྱ་བལ་འབྲུག་གསུམ་མི་དེ་ཚོ་གི་སྤྱི་ཐུས་སུམ་ཅུ་བདམས་དགོས་ན་ང་ཚོ་ཧ་གོ་དགོས་སྐོར་རེད་པ། གལ་སྲིད་གྲངས་ཀ་ལ་རྩད་དེ་འདྲ་རྒྱག་གི་ཡོད་ན་ཟེར་གི་ཡོད། ང་ཚོ་ག་ལ་བ་ཕྱི་རྒྱལ་དང་ཕྱི་རྒྱལ་དང་ད་ག་ཚོད་ནུབ་ཕྱོགས་སྤྱི་ཚོགས་ལ་ཚུར་སླེབས་བདེ་བ་དང་སླེབས་མ་བདེ་བ་གཉིས་རྩིས་མཁན་ཆེ་ཁག་ཆེ་ཁག་རེད་ལགས་པ་གལ་ཆེ་ང་ཆུང་ངུ་ཞིག་ད་ཡིན་པ་ཆ་བཞག་ཞུ་སྲིད། གལ་ཆུང་ང་ཆུང་ངུ་ཞིག་ཆ་བཞེངས་པ་ན་ནུབ་ཕྱོགས་སྤྱི་ཚོགས་ནང་ཡོད་མཁན་ཚོ་ལ་སྤྱི་འཐུས་ག་ཚོད་བདམས་ཡིན་རེད་འོང་དུས་ཨ་རི་ལ་བྱང་ཨ་རི་ལ་གཉིས་མ་ཞིག་བདམས་གི་ཡོད་མ་ཡུ་རོབ་ཚོ་ཡ་གཉིས་རེད་ཨོ་སི་ཀྲི་ལ་གཅིག་རེད་ད་ཁྱོན་དུ་མ་ལྔ་མ་ཞིག་བདམས་གི་ཡོད་མ་རེད། ཡིན་པ་ཡིན་ན་ཡང། རྒྱ་བལ་འབྲུག་གསུམ་བསྡད་མཁན་བོད་པ་ཚོའི་ད་འབྲུག་པ་གང་ཞིག་ཁོང་ཚོ་ག་ཚོད་བདམས་དགོས་རེད། ཆོལ་ཁ་རེ་རེ་ནས་བཅུ་བཅུ་བདམས་འགྲོ་གསུམ་བཅུ་བདམས་དགོས་རེད་ད། ད་གྲངས་ཀ་ག་བ་བརྩི་ག་འགྲོ་དགོས་རེད་ང་ཚོ། གལ་སྲིད་བརྒྱ་ཆ་དང་གྲངས་ཀ་ངོ་ཤེས་ཀྱི་འདུག་བརྩོན་ན་འདི་ཚང་མ་འགྱུར་བ་བཏང་དགོས་རེད་རེད་བ། ངས་དེའི་དེ་རིང་རྣམ་པ་ཚོ་ག་ཅིག་ནས་ཤེས་ཀྱི་ཅི་ནས་མ་འོངས་པ་འདི་ཇི་ཇི་ཇི་ཟེར་དེ་ཇི་སྟེ་ལྷན་ཚོགས་ནང་སླེབས་སྲིད་བ་སླེབས་སྲིད་བ་ཡིན་ན་ད་ལྟ་ནས་ངས་རྣམ་པ་ཚོ་ལ་ཡང་ངས་སླེབས་པ་ནས་བཅུག་གི་ཡོད་རེད་བ་སྤྱི་འཐུས་ཚོ་ནས་འདི་ཚོ་དགོངས་པ་བཞེས་བའི་ཐོག་ནས་རེད་བ། ཧོབ་བསམ་ན་ནང་ན་སྤེན་པ་ཚེ་རིང་གི་བཀའ་མོལ་གནང་རྒྱུ་དེ་ཞི་བ་བདེན་པ་རེད་བསམ་གྱི་རེད་ནང་པ་ཚོ་དེ་དངོས་གནས་རེད་ཆོས་རྒྱུད་སྤྱི་འཐུས་གཉིས་མ་ཞིག་གཉིས་ནས་གཅིག་ཕ་གི་ལས་ཡིན་དུས་དབུས་གཙང་གི་དབུས་གཙང་དེ་དག་མདོ་སྟོད་མདོ་སྨད་ཚོ་ཁོང་ཚོ་བས་གཉིས་གཉིས་མ་ཞིག་ལས་ཀྱི་མིན་དུས་ཁོང་ཚོ་བཅུ་ན་ནས་གཉིས་མ་ཞིག་ལས་ཀྱི་མིན་དུས་བསམ་ཆོག་རེད་ཡིན་ནའི་སྤྱི་ཡོངས་ནང་བསམ་ན་ནང་པ་རྒྱུན་ལས་གཙང་མ་ཡིན་པ་རེད་དགེ་ལུགས་ཀྱི་མི་མང་ཤོས་ག་ཚོད་རེད་ཞག་ཡོད་ཤོག་ག་ཚོད་སྐུ་ཤོག་ག་ཚོད་ཅིག་ཡོད་ཤོག་ལུག་གུ་དུ་བ། དབུས་གཙང་མང་ཤོས་ག་ཚོད་རེད་ཤག་མདོ་སྟོད་མང་ཤོས་ག་ཚོད་རེད་ཤག་མདོ་སྨད་མང་ཤོས་ག་ཚོད་རེད་ཤག་ཡུ་རོབ་མང་ཤོས་དེ་ག་ཚོད་རེད་ཤག་བྱ་མངའ་རིས་མང་ཤོས་ག་ཚོད་རེད་ཤག་ཐུགས་བསམ་བཏང་དང་ཨ་ནི་ང་ཚོ་གྲངས་ཀ་དེ་ག་ནས་བཏགས་པ་བསྡད་ཀྱི་མི་འདུག་ཁྱོན་ཡོངས་ནས་ང་ཚོ་གྲངས་ཀ་དཀྲུག་དགོས་གོ་དཀྲུག་ན་དེ་གྲངས་ཀའི་ཐོག་ནས་སྐད་ཆ་བཤད་ན་ཚང་མ་དཀྲུག་དགོས་གོ་ད་བ། ད་ང་ཚོ་འདི་ཤེས་ཀྱི་འདུག་ཆོལ་ཁའི་སྤྱི་འཐུས་དེ་ཨ་ནི། བོད་ནང་གི་དཔེ་ན་ད་མདོ་སྨད་འགྲོ་བས་ན་བོད་ནང་གི་མདོ་སྨད་ང་ཚོ་བོད་ནང་ལྷག་བསྡད་མདོ་སྨད་སྤུན་ཟླ་ཚོའི་སྐུ་ཚབ། མདོ་སྟོད་འགྲོ་བས་ན་བོད་ནང་ལ་ང་ཚོ་མདོ་སྟོད་མང་པོ་ཞིག་ལྷག་བསྡད་ཁོང་ཚོའི་སྐུ་ཚབ་དབུས་གཙང་ཚོ་ཡིན་པ་ཡིན་ན། ད་དབུས་གཙང་ལས་དེ་ན་མངའ་རིས་ཚུད་དེ་ཡོད་ད་དབུས་གཙང་ཡིན་ན། བོད་ནང་ལ་ལྷག་བསྡད་དབུས་གཙང་སྐུ་ཚབ་ཡིན་ལགས་གོ་དེ་ཡིན་ན། ག་རེ་བྱས་ནས་ཡང་ནི་ཅིག། བོད་ནང་གི་དབུས་གཙང་གི་སྐུ་ཚབ་ལྷག་བསྡད་དབུས་གཙང་གི་མི་གཅིག་སྒྲིལ་བཞི་སྟོང་ལ

འགྲན་སྡུར་ཆེ་དྲགས་ཀྱི་རོ། སོན་རྩ་ཉལ་ཁ་ཡང་འདི་ཡོད་སོན་རྩ། ངས་ག་རེ་བཤད་གོ་ལ་གྲངས་ཀ་ལ་མ་བརྟགས་ད་ལྟའི་ཆ་ལ་རྒྱལ་བ་རིན་པོ་ཆེ་ཡིས་ང་ཚོ་ལ་ཡ། གང་ལྟར་ང་རང་ཚོ་ལ་ད་ལྟ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་རང་ཚོ་སྤྱི་ཚོགས་ཀྱི་གྲུབ་ཆ་ཟེར་ཡོད་པ་ཅིག་ང་ཚོ་སྤྱི་ཚོགས་དེ་ག་འདྲའི་ཟིན་ནས་གནས་འདོད་ན་འདི་བསམ་གནང་བ་ང་ཚོ་སྤྱི་ཚོགས་གནས་སྟངས་འདི་ག་འདྲའི་གནས་བ་ཟེར་ན་རྡོ་བའི་ཁམས་གསུམ་གཅིག་ཡོད་རེད་ཡོང་གྲངས་ཀ་གྱི་རྡོ་བའི་ཁམས་གསུམ་གཅིག་བྱས་ཨ་ནི་གྲྭ་བ་མི་བརྒྱ་ཟེར་ཅིག་ང་ཚོ་གྲངས་ཀ་ཅིག་ཡོད་རེད་དམ། དེའི་ཡི་གྲངས་འགའ་ཤས་སོང་ཞེས་བཤད་ཀུན་འདུས་ཀྱི་ཡི་གེ་ཡིས་ང་ཚོ་གི་སྤྱི་འཐུས་ཀྱི་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་ཟེར་ན་ཁང་པའི་བཟོ་ལྟ་དྲོ་བཟོས་བཤད་ཡོད། ཁང་པའི་བཟོ་ལྟ་དེ་ནང་ལོགས་ལ་ཡི་མི་རྒྱ་ཡི་ཡོད་བ་ཕུ་ཡོའི་ཡོད་བ་ཨ་ཕུ་ཡོའི་ཡོད་དོ་བུ་མོ་ཡོའི་ཡོད་དོ་བ་གྲྭ་བ་ཡའི་ཡོད་དོ་བ། ད་ཨ་ནེའི་ཡོང་ཆོག་གོ་ད་ཨ་ནེ་ལངས་ཆོག་གོ་མ་གསུང་གི་ཡོད་མ་ད་ཨ་ནེ་ལངས་ན་འགྲིག་གོ་ད་ཨ་ནེའི་ཡོད་དོ་བ། དེ་འདྲའི་ཡི་ལངས་ཀ་ཡག་པོ་ཞིག་བཟོས་བཤད་དོ། ད་འདི་གྲངས་ཀ་གལ་ཆེ་གི་འོག་མ་ལ་སྤྱི་ཚོགས་ཀྱི་གྲུབ་ཆ་ལ་བརྟེན་འདུག་ཅེས་སུག་བཞག་ཡོད་རེད། ད་ཕྱིས་སུ་ཨ་ནི་བལ་བ་ཚོ་ནུབ་ཕྱོགས་ལ་ཡོད་འགྲོ་ཡ་འགོ་བཙུགས་བ་སོང་ཙང་ད་ནུབ་ཕྱོགས་དེ་ནས་ཡ་འགོ་ས་ཡོད་འདི་བ། ཨ་ཡུར་ད་བལ་བ་མགོ་ཡུ་རོབ་ལ་སླེབས་འདི་བ་སོང་ད་ཡུ་རོབ་ནས་ཡ་འགོ་ས་ཡོད་འདི་བ། བྱང་མངའ་རི་ལ་ཡོད་བ་སོང་ད་བྱང་མངའ་རི་ནས་ཡ་འགོ་ས་ཡོད། ད་བལ་བ་མང་བོ་མང་བོ་ཁྱེད་ཚོས་ཟླ་བའི་གྲོང་ཁྱེར་ནས་འགྲོ་ན་ལགས་ཀྱི་ད་ཨ་ནི་ཟླ་བའི་གྲོང་ཁྱེར་གྱི་འགོ་ཚབ་ཅིག་ཅིག་ཏུ་འགྲོ་ཚུལ་ནི་གླེགས་ཀྱི་རེད། ཡང་ད་ལྟ་ད་བའི་གྲོང་ཁྱེར་དེ་ཕ་རི་བྷ་འགྱེལ་རེད་དོ། ང་རང་ཚོ་དེ་བས་ཨ་རི་དང་ཀེ་ནཱ་རཱ་མ་མཐའ་ནས་སེམས་ཁྲལ། France དང་མ་མཐའ་ནས་སེམས་ཁྲལ། སོང་ཙང། འོ་འདི་ཚོ། རྣམ་པ་ཚོ་དགོངས་པ་བཞེས་དགོས་ཅིག་རེད་ལགས་སོང་ཙང་འདི་ཚོ་གྲངས་ཀ་དེ་དངོས་གནས་གྲངས་ཀ་ཞིབ་ཚགས་པོ་འགྲོ་དགོས་ན་འདི་ཚོ་ཚང་མ་དགོངས་པ་བཞེས་དགོས་ཞིག་རེད། དེ་མིན་གྱི་ལྷ་དཔོན་པ་ཚེ་རིང་གིས་ཅིག་གསུངས་བསྡད་དེ། མང་ཚོགས་རྣམས་གོ་རྟོགས་འཕེལ་བྱ་འགྲོ་བ་ལབ་ཨ་མང་ཚོགས་ཀྱིས་ངས་འདུག་སྟངས་ད་ལྟ། སྐད་ཆ་གོ་ཨེ་ལ་སྐད་ཆ་གོ་ཨེ་ཟེར་ན་ད་ལྟ་ཡི་གེ་ཁ་ཤས་ག་རེ་འདྲ་བོ་དེ་ལ་ན་གང་ལ་དེ་ངས་མང་པོ་ཅིག་སོ་སོའི་ན་ཚ་དེ་མ་མང་ཚོགས་ལ་མ་ཡི་གེའི་ལམ་ནས་རྩིས་སྤྲད་པ་སོར་ཆུད་མཐོང་འདུག་འདི་ལ་ང་རང་གིས་ཐ་ན་སྤྱི་ཚོགས་དྲ་རྒྱའི་ཡི་གེ་ཁ་ཤས་མཐོང་ཡི་གེ་མང་ཆེ་ཆེ་ག་རེ་བྱེད་ལ་ན་གང་ལ་དེ་ངས་མང་པོ་ཅིག་གི་ན་ཚ་བྱེད་དོ་ཨ་སོ་སོ་སོའི་ན་ཚ་བྱེད་དེའི་ན་ཚ་དེ་ཨ་ནི་ཡི་གེའི་ནང་ལ་བཀོད་བྱས་འདི་མི་མང་གི་འདོད་པ་ཡིན་འདོད་དོ་ཞེས་ནས་སྤྱི་འཐུས་ལྷན་ཚོགས་ལ་ཡར་བཏང་དེ་བ་རེད་མཐོང་སྨྲ་དོ། དངོས་གནས་ཀྱི་བསམ་བློ་ཞིག་བཏང་ཕྱིན་མ་འོངས་པར་ང་ཚོ་སྤྱི་འཐུས་ལྷན་ཚོགས་འདི་འདྲ་ཞིག་བྱུང་བ་ཡིན་ན། ཁྲིམས་ཞིབ་པ་དང་ཐུག་བརྩད་ཀྱང་མ་གོ་བཀའ་ཤག་དང་བརྩད་ཀྱང་མ་གོ་བ། ཨ་ནི་འབྱུང་བའི་གི་དཀའ་ངལ་སྤྱི་ཚོགས་རྙོག་དྲ་ག་རེ་བྱུང་བ་ཡིན་ན་སྤྱི་འཐུས་ལྷན་ཚོགས་མུ་མཐུད་འགྲོས་ཡོད་བ། དེ་འདྲའི་གི་བསམ་བློ་བཏང་ནས་ཡི་གེ་བཏང་མཁན་དཀོན་པོ་འདུག། ལ་མང་པོ་ཅིག་སོ་སོ་ཅིག་གི། ན་ཚ་དེ་ལྟ་ཅིག་ན་ཚ་རྙིང་པ་སྒྲོག་ཅིག་ཡང་ནི་ཅིག། མ་སྤུངས་བྱེད་པ། སོ་སོ་ཁ་བསྡུར་མ་ཁྲིད་པར་བྱེད་རོགས་ཁ་བསྡུར་ཁྲིད་ན་སྤྱི་འཐུས་ལྷན་ཚོགས་ཡི་གེ་ལས་མིང་བཀོལ་རོགས་ཁ་བསྡུར་མ་ཁྲིད་པར་བྱ་ན་མི་མང་ལ་མ་སླེབས་པར་དཀྲུག་ཡི་གེ་ཁྲིད་ཡི་གེ་ཁྲིད་ནས་མི་མང་ལ་མ་བཀྲམ། ཡང་མིན་ན་མི་མང་ལ་སླེབས་པར་དཀྲུག་ཨ་ནི་མི་མང་གིས་དེ་ཁྲིད་ཁ་ཅིག་སོ་སོ་ཡིན་དོགས་དོགས་ཅིག་དོན་དག་དོགས་དོགས་ཁ་ཟེར་ན། གང་ལྟེ་མང་པོ་ཅིག་གིས་ན་ཚ་དེ་དེ་ནས་སླེབས་དེ་ཨ་ནི་སྤྱི་འཐུས་ལྷན་ཚོགས་ལ་མ་སྤངས་ཡོང་དོགས། སྤྱི་འཐུས་ལྷན་ཚོགས་ངོས་ནས་དེ་ཚོ་ངས་དགོངས་པ་བཞིན་སྤྱི་འཐུས་ལྷན་ཚོགས་ནང་དང། ཆོས་རྒྱུད་ཀྱི་དེ་ཚོ་ཡི་དགོངས་པ་རྒྱ་ཆེན་པོ་ཁོང་ཚོ་བཞེས་ཐུབ་རེད། བ། རྒྱ་ཆེ་རྒྱ་བཞེས་ཐུབ་སོང་ཙང་དེ་ཚོ་ང་ཚོ་ཡང་ཅིག་རྒྱ་ཆེ་མང་ཚོགས་ཀྱི་མཁྱེན་རྟོགས་ཆེད་དུ་ངས་ཅིག་ཞུས་ན་བསམ་སོ། བ། ད་ངས་ད་ངའི་མགོ་ལ་རྣམ་པ་ཚོར་ངས་སྐད་ཆ་ཅིག་ག་རེ་བཤད་ཡོད་ལབ་པ་ཡིན་ན། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གིས་སུ་གང་ལ་ག་རེ་ལབ་ཡོད་མ་རེད་ལབ་ན་ཀུ་ཅི་ཁྱེད་རང་གཉིས་ཚུལ་དུ་སྤྱི་ཚོགས་ལ་བཀྲ་འབོད་བྱས་སུ་གང་ལབ་ཡོད་མ་རེད་ང་ལ་ཡང་ལབ་མ་སོང་ར་ད་སྙན་མ་ང་ཚོ་གྲོས་ཚོགས་ནང་ལ་ད་དཀྱ་སྤྲེལ་ལགས་དང་གཡུ་རིང་པོ་སྤྲེལ་མེ་སྐྱོ་འདི་ཚོ་གིས་ལོ་གཅིག་རིང་ང་ལ་ཆག་ཡང་ཡོན་ཡོན་ཟེར་གནས་ཚུལ་བརྗོད་བྱུང་དེ་སྤྱི་འཐུས་ལྷན་ཚོགས་ནང་ལ་རེད་དམ་དེ་སྲིད་སྐྱོང་ཚང་མ་གིས་འབོད་སྐུལ་བྱས་རྗེས་ཀུ་ཅི་གང་མང་མང་ཁྱབ་བསྒྲགས་བྱེད་རོགས་བྱས་ཅེས་གསུངས་ཡོད་རེད་གསུངས་བ་ན་ཤེས་ཡོན་ཆེད་མང་པོ་ཞིག་ཁྱབ་བསྒྲགས་བྱས་ཡོད་རེད་ཉེས་འགེལ་བྱས་ཡོད་དམ་ཚེ་ལ་མང་པོ་ཅིག་བྱས་ཡོད་རེད། ད་ད་ལན་གྱི་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་གསལ་བསྒྲགས་དེ་ཁོ་རང་ཚོའི་ངོ་དེབ་དང་ཚང་བ་ཡོད་རེད་ཡིན་པ་ཡིན་ན་ཁོང་ཚོའི་གི་བུད་མེད་སྒྲིག་འཛུགས་ལ་བཀོད་ཅིག་བུད་མེད་སྒྲིག་འཛུགས་ཁྱེད་རང་ཚོ་ཁྱབ་ཆུང་པོ་རེད་དོན་གཅོད་ཁང་ཚང་མ་དེ་ཁྱབ་བསྒྲགས་གཏང་རོགས་བྱེད་ཡིས་ལབ་ཡོད་མ་རེད་ད་གང་ན་ནི་བུད་མེད་ཚོགས་པ་འགྲོ་བ་ཡིན་བུད་མེད་ཚོགས་པ་ཡི་གི་གཏང་ཅིག་བཀོད་ཅིག་བུད་མེད་ཚོགས་པ་ཁྱེད་རང་ཚོའི་ཡན་ལག་ཚང་མ་ལ་བཀོད་ཅིག་ཁྱབ་བསྒྲགས་དེ་གཏང་རོགས་བྱེད་ཡིས་ལབ་ཡོད་མ་རེད་གཞོན་ནུ་ལ་ཡས་ལབ་ཡོད་མ་རེད་ཨ་མ་ཚོ་ཁྱེད་ཀྱི་དང་ལབ་ཡོད་མ་རེད།

སྤྱིན་བདག་དགྱེས་པའི་གན་ཡི་གེ་འདི་ག་དུས་མ་སླེབས་བྱ་ལ་བ་ཡིན་ན་སྤྱིན་བདག་དགྱེས་པའི་ཚེས་བཅུ་གཅིག་ཉིན། ཨ་ནི། ཡི་གེ་འདི་བཏང་ཡོད་ཡི་གེ་འདི་ད་ས་ནི་ཡི་གེ་འདི་སུ་ལ་བཏང་ལ་ན། རྒྱ་ཆེའི་ལྷག་བསམ་ལྡན་པའི་ས་གནས་ཀྱི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་གཙོས་པའི་རྒྱུན་ལས་ལྷན་རྒྱས་ཕྱོགས་བདག་བུད་མེད་ཚོགས་པ་ཁོང་ཚོ་ཡན་ལག་མང་པོ་ཞེས་པ་ཚང་མ་ལ་ཅིག་ཡི་གེ་ཞིག་བཏང་ཞིག་ཡི་གེ་བཏང་ནས་ག་རེ་ལ་ཡོད་ལབ་ན་ད་གང་ལྟར་ད་ད་ལྟ་རྒྱ་ཆེའི་ཚོགས་ཆུང་ལ་ནི་ཅིག་གལ་གནད་ཆེ་ཆེ་རྒྱུན་ལས་དང་ཚོགས་ད་གང་ལྟར་ས་གནས་བུད་མེད་ཚོ་སོ་སོ་གིས་ད་ཁྲིམས་སྒྲིག་བརྒྱ་ཆའི་ཚོགས་ཆུང་དང་འབྲེལ་བའི་བསམ་ཚུལ་འཁྱེར་ཞོར་ལ་ནི། དབུས་བུད་མེད་ཚོགས་པ་གིས་ས་གནས་བུད་མེད་ཚོགས་པ་ཚང་མ་ལ་ཡན་ལག་ཡི་གེ་གཅིག་བཏང་ཞིང་ཡི་གེ་དེ་རྣམ་པ་སོ་དེབ་དང་ཡིག་རྙིང་སོ་ཡོད་མ་རེད། མཚན་འདྲ་དང་ཡོད་མ་ཡིན་ཡི་གེ་དེར། ཁོ་རང་ཚོ་གིས་དེ་དག་ལས་དམ་ལས་རོ་དམ་བྲོ་དེ་དག་མིང་དེ་དག་དེ་ཚོ་རྣམ་པ་ཚོ་གིས་མཁྱེན་དགོས་ད་དེ་ག་རེ་བྱེད་ནས་དེ་འདྲ་བྱེད་ཀྱི་ཡོད་རེད་ཟེར་ཞོར། ད་བོད་མི་བོད་མི་སྒྲིག་འཛུགས་ཀྱི་ཡི་གེ་ཞུས་ལ་འདི་བོད་མི་སྒྲིག་འཛུགས་ཀྱི་ཡི་གེ་རེད་ཡ། ནང་སྲིད་ལས་ཁུངས་ནས་ཉིས་སྟོང་ཉེར་བཞི་ཚེས་གཉིས་ཟླ་བ་བརྒྱད་པའི་ཚེས་གཅིག་ལ་སྟེ་ནང་སྲིད་ལས་ཁུངས་ཡི་གེ་རེད། བོད་མི་སྒྲིག་འཛུགས་ཀྱི་ཡི་གེ་དེ་ཡང་ཁོ་རང་སྙིང་རྗེ་མོ་རུ་བྲིས་ཞེས་ལ་ཁོ་རང་ཚོའི་ཡི་གེ་ནང་ལ་ཡ། ཁུངས་སོ་སོའི་ཁྱབ་ཁོངས་ལས་ཁུངས་ཁག་ནས་དགོངས་ཚུལ་ཡོད་ཚད་སྤྱི་བདེ་ལྷན་ཚོགས་སྐབས་བཅུ་བཅུ་འདིར་ད་འདི་ཡང་སྤྱི་བདེ་ལྷན་ཚོགས་ཀྱི་ཡིན་ནོ་ཞེས་པ་འདྲ་བོ་འདྲ་བོ་བྱ་དགོས་ད་ཡི་གེ་དེ་ཡང་འདི་ཚོ་འདིར

ཚོགས་པ་གི་གནོན་ཤོར་བ་མ་སོང་བ། དེ་འདྲའི་གནོན་ཤོར་བ་མ་སོང་སོ་སོ་ལ་ཡི་གེ་བཏང་རོགས་བྱས་ན་བསམ་ཡས་ལགས་འོ་མ་ལོ། དེ་འདྲའི་བུད་མེད་ཚོགས་པ་འདྲ་བོ་ཅིག་དང་གཞོན་ནུ་འདྲ་བོ་ཅིག་ཡི་གེ་ཁྱེད་ཚོ་ཁྱེད་ཚོ་ཡི་འགན་ཁྱེར་ནས་ང་ཚོ་ཡི་གེ་ཞིག་བླ་དགོས་བ་མ་རེད། ཡིན་ན་དེ་འདྲའི་ཞིག་བྱེད་དེ་ཡོད་རེད་ག་རེ་བྱས་ནས་བྱེད་དགོས་བ་རེད་ཟེར་ནས་དེ་དྲི་བ་འདིར། རེད་བ། ཅི་ལྟར་བུད་མེད་ཚོགས་པ་ཁོ་རང་ཚོ་གཞོན་ལྡན་མ་བའི་ཚོགས་པ་རེད་བ། ཁོ་རང་ཁོ་རང་ཚོ་ནང་རྙོག་དྲ་མང་ཐག་ཆོད་ཡོད་བ་དེ་འདྲ་ནུས་ཡོད་རྙོག་དྲ་ཚང་མ་ལྷག་བསྡད་ཡོད་བ་དེ་འདྲ། ད་ག་ལ་ག་བསམ་བྱས་ཡག་པོ་ཆགས་འགྲོ་གོ་དེ་ནས་བུད་མེད་ཚོ་བ་ས་གནས་ཁ་ཤས་དེ་འདྲ་བུད་མེད་ཚོ་བ་བུད་མེད་མ་རང་དཀའ་ངལ་བྱུག་འདུག་རེད་བ་སོ་སོའི་དཀའ་ངལ་ཡོད་རེད་ཁོ་རང་ཚོ་དཀའ་ངལ་མང་ཐག་ཆོད་ཡོད་རེད་དེ་ནས་དེ་ག་རེ་བྱས་ནས་བུད་མེད་དབུས་བུད་མེད་ཚོ་བ་དེ་བྱེད་གོ་བྱེད་འདུག་བྱེད་གོ་དྲི་བ་འདི་དེ་དང་གི་གནས་ཚུལ་དེ་འདྲའི་ཞིག་བྱུང་ཡོད་པ་མཚམས་མཚམས་ང་ཚོ་ག་རེ་ཧ་གོ་དགོས་ལ་དེ་འདྲའི་དེ་འདྲའི་རེ་རེ་བྱུང་དུས་ག་ལ། སྐབས་འཚོལ་བ་སུ་ཡིན་མིན་ང་ཚོ་ཧ་གོ་དགོས་ངེས་ཡིན་དཱ། སྐབས་འཚོལ་བ་ལས་ཞོར་རང་སྐབས་འཚོལ་བ་ལ་གོ་སྐབས་ཚད་ལྡན་གྱི་སུ་རེ་ཞིག་བལྟ་དགོས། ད་བུད་མེད་ཚོགས་པའི་དེ་གོ་སྐབས་ཚད་ལྡན་པ་ར་འཛུལ་ཡོང་གི་འདུག། གལ་སྲིད་པུས་བུད་མེད་ཚོགས་པ་ལ་ཁྲིམས་སྒྲིག་སྐྱེལ་རྒྱུ་ཚོར་བྱུང་ཁྱེད་རང་ཚོ་ཡི་གེ་ཞིག་བཏང་ཅིག་ར། བུད་མེད་བུད་མེད་ཚོགས་པ་ལ་བསྐུར་ཅིག་བུད་མེད་ཚོགས་པ་ཁྱེད་རང་ཚོ་ཡན་ལག་ཁྱབ་ཁོངས་མང་པོ་རེད་བསྐུར་ཅིག་ཚང་མ་ལ་ཡི་གེ་ཞིག་བཏང་རོགས་བྱས་ནས་ལ་ཡོད་ན། ངས་དགོངས་དག་ཐུགས་ནས་ཞུ་ཁྱེད་རང་ཉན་ནོ་རེད། ངའི་སྐད་ཆ་དེ་མ་ཤར་ངའི་བརྩད་གཅོད་མང་པོ་བཏང་ཡིན་ད་ཁྲིམས་འགལ་སྐད་ཆ་སུ་ཞིག་མ་བཏང་རེད་བཏང་མི་འདུག་བཏང་དགོས་མི་འདུག་ཨ་ཁྱོད་ནི་ག་རེ་བྱས་ནས་འདི་འདྲའི་བྱེད་རྩོད་བྱེད་དགོས་རེད་ནམ་རྒྱུན་ག་རེ་ལབ་དེ་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ལ་ཁྱད་པར་ས་མཚམས་ཆད་བ་རེད་སོང་པ་ཚོང་ཟོག་ཁ་ཟས་ཉི་མ་ཁ་ཤས་ཡིན་ངས་ཀ་རྡོར་གང་གསུམ་ཟེར་ངས་བྲིས་ཡོད། ངས་ཀ་རྡོ་གང་གསུམ་བྲིས་དགོས་པ་དེ་ཀ་རྡོ་གང་གསུམ་ག་མ་རེད་དེ་ས་གནས་ས་གནས་བྱེ་བྲག་པ་གཅིག་ལ་ངས་མིང་སྟོན་གྱི་མེད་དམ་ལ། ས་གནས་བྱེ་བྲག་པ་གཅིག་ལ་ག་རེ་བྱེད་ཞེས་ར་ན་ད་ཁོ་རང་ཚོ་བུད་མེད་ཚོགས་པ་རིགས་གཅིག་ཆོས་བརྒྱུད་དེ་མ་ག་ཡེ་རྒྱུན་ལས་མང་པོ་ཚོ་ལ་ཆོས་བརྒྱུད་དེ་མ་ག་ཡེ་ནི་མེད་ས་རོ། ཁོ་རང་ཚོ་ཆ་ཤས་ར་ཞིག་སྒྲིག་ཆེ། ང་ཚོ་འདི་ག་ལ་ཡི་གེ་ཚོགས་འདུས་ཚོགས་དགོས་དོན་ཚོགས་འདུས་ཚོགས་ནས་དོན་ཚན་ག་ཞིག་བྲིས་དགོས་བྱེད་ཅིག། ཡིན་ན་ཡང། ཆུའི་སྐྱིད་སྡུག་དང་འབྲེལ་བའི་གནས་ཚུལ་དེ་འདྲ་ཁྱེད་བཀོད་ཐུབ་ཡོད་ས་མ་རེད་ཁོ་རང་ཚོ་ལྟ་ཅི་ཐུབ་མ་ཐུབ་ངེད་ནས་ཁོང་ཚོའི་ག་རེ་བཀོད་ཞེས་ལབ་ན་ཆོས་རྒྱུད་སྤྱི་འཐུས་བློ་ཡོད་ཐོབ་ཐང་དང་གོ་ཡོད་ཟེར་ཡས་དེ་འདྲའི་འདྲ་ཆུ་བཀོད་ཐུབ་པ་བྱུང་ཡོད་ས་རེད་གནས་ཚུལ་དེ་འདྲ་ཡིན་ན་འདི་ཚོ་ཡག་པོ་མ་རེད་བ། ཡང་ནས་མ་སོ་སོ་སྒེར་གྱི་ཁྱི་ཤོད་ལབ་ན་སོ་སོ་སྒེར་གྱི་ག་རེ་བྲིས་ན་འདོད་པ་རེད་བུད་མེད་ཚོ་པའི་ཚོགས་གཙོ་ལ་ཡིན་ན་རེད་ཚོགས་གཞོན་ལ་ཡིན་ན་ཁྱེད་རང་སྒེར་གྱི་ནང་ག་རེ་བྲིས་ན་ཁྱེད་རང་འདོད་པ་རེད་ཚོགས་པའི་མིང་ག་རེ་བོད་ཆུ་བྱིས་གློག་དེ་བསམ་སྟངས་གོ་བ།

ད་གནད་འགག་འོན་ཏེ་ཞེ་ན་མོ་སོ་ཧྱ་གོ་དགོས་པའི་གནད་འགག་དེ་སོང་ཟིན་པ་ཚོགས་པའི་ལས་ཤོག་གང་ལ་ཡི་གེ་བྲིས་དགོས་པའི་གནད་འགག་དེ་ག་རེ་ཡོད། ཚོགས་པའི་ལས་ཤོག་ལ་ཡི་གེ་བྲིས་པ་དེ་ཚོགས་མི་ཡོངས་ཀྱི་བསམ་ཚུལ་མཚོན་གྱི་ལ་སོང་ཙང་ཚོགས་མི་ཡོངས་ཀྱི་བསམ་ཚུལ་མཚོན་གྱི་ཡོད་ན་གྲངས་ཀའི་ནང་ལ་ཁྲི་གཅིག་ཁྲི་གཉིས་ཁྲི་གསུམ་ན་ཁྲི་གསུམ་གྱི་བསམ་ཚུལ་རེད། ཡག་ཐག་ན་བྱས་ན་ཁྲི་གསུམ་གྱི་རྒྱབ་སྐྱོར་རེད་ཁྲི་གསུམ་གྱི་ཡིད་ཆེས་རེད་ཁྲི་གསུམ་གྱི་ནུས་པ་རེད་འོ་འདུག་ཟེར་ནས་འགྲེལ་བཤད་ཀྱང་འགྲོ་གི་རེད་ཆབ་སྲིད་མི་སྣ་ཚོས་ཀྱི་རེད་མ་ཟེར་གི་མི་གདའ། ད་གི་སེ་ང་འདྲ་བོ་ཅིག་ལ་གཞོན་ནུ་དྲུག་ཅིག་ང་ལ་ཡི་གེ་ཤི་ལས་པ་ཡིན་ན། དབུས་གཞོན་ནུ་ཡིས་ཀྱང་སླེབས་པ་ཡིན་ན་ངས་འདི་ག་རེ་བསམ་ན་རེད། དབུས་གཞོན་ནུ་ཙམ་མ་གཏོགས་དབུས་གཞོན་ནུ་ཟེར་ན་གཞོན་ནུ་ཚོགས་མི་ཁྲི་ཤེས་ན་ཁྲི་བཞི་གིས་ང་ལ་ཐུགས་རྗེ་ཆེ་ཐུགས་རྗེ་ཆེ་ཡིན་ན་རེད། དེ་ཐུགས་རྗེ་ཆེ་འགྲོ་ཡིན་ན་ངེད་ཀྱི་ཚོགས་མི་ཁྲི་བཞི་ཡིས་ང་ལ་ཐུགས་རྗེ་ལ་སོང་བསམ་གྱི་རེད་བསམ་སྟངས་འདི་རེད། ད་གལ་སྲིད་ང་ལ་ཁ་སྟོང་འགྲོ་བའི་སྟངས་ཡོད་ན་ངེད་ཁྲི་བཞི་གིས་ང་ཁ་སྟོང་བཏང་གི་འདུག་བསམ་གྱི་རེད། ད་དངོས་གནས་རྫུན་མ་རྩེ་གར་ན་ཁ་ཤས་ཧ་ཡ་གོ་གོ་མ་ཁ་ཤས་ཡི་གེ་བཏང་བ་ཧ་ཡ་གོ་གོ་མ་རེད། ཁ་ཤས་ཡི་གེ་ཀློག་ཡ་ཤིང་གོ་མ་རེད། མཁྱེན་གྱི་འདུག་ན་མོ་ཚོ། དེ་ཡི་གནད་འགག་དེ་རྣམ་པ་སོ་གཉིས་ཧ་གོ་བའི་ཆེད་དུ་ངས་དེ་རིང་འདི། དེ་གཉིས་གོང་དུ་ངས་ཞུས་སོང་ཁྲིམས་སྒྲིག་སྐད་ཆ་སོགས་ཀྱང་གསུ་གང་བཏང་ཡོད་མ་རེད་ལའི་གནད་འགག་དེ་གཉིས་ཀྱི། ག་རེ་བྱས་ནས་ཤེས་སྒོར་ཤོར་བ་ནི་རྣམ་པ་སོ་ཇེ་མང་ཀླད་པ་རྣམས་དེ་འདྲའི་འཇོན་ངེས་དོན་དག་རེད། ངས་བོད་མི་ཚོ་ལ་སྡུག་ཅག་དེ་འདྲའི་ངས་སྤྱི་སྟངས་ཡག་ཏུ་ང་སྐད་ཆ་མཁས་པ་བྱེད་བཞིན་གྱི་མེད་ང་ཐོབ་ཐང་མེད། ཡིན་པ་ཡིན་ན་ད་ལན་ཡི་ནང་ཐང་དེ་ག་རེ་བྱས་ནས་གནང་གི་ཡོད་ནའང་ཟེར་ངས་དྲི་བ་དེ་བཏང་གོ་རེད། དབུས་བོད་མི་ཚོགས་པ་ལ་སུས་ཀྱིས་དེ་འདྲ་བྱེད་རོགས་ཞེས་ལབ་ཡོད་རེད།

ག་བ་ལས་མངའ་རིས་ཡང་སྟོད་མངའ་རིས་ཚོགས་པ་ག་བ་ལས་བཟང་ཚོ། སོང་ཙང་འདི་རྣམ་པ་ཚོ་གི་མཁྱེན་མཐོང་ཡོང་བའི་ཆེད་དུ་ཅིག་ཨ་ནི་ཞུ་ན་བསམ་སོང། འདི་འདྲའི་འགྲོ་བ་ཆེ། ཁྱོད་ཚོ་རྣམ་པ་ཚོ་གིས་ད་ཐེངས་ངའི་སྐད་ཆ་དང་པོ་ཞིག་བཤད་ཡོད་རེད་རྣམ་པ་ཚོ་དེ་གའི་མང་ཆེ་བ་ཞིག་ངས་དཔང་རྟགས་བྱས་ལ་བཞག་པའི་ཐོག་ནས་རྣམ་པ་ཚོ་ལ་ཇི་འབུལ་ཞུས་བཞག་ཡོད། ཨ་རྣམ་པ་ཚོ་སོ་སོས་ངེད་ཀྱི་སྤྱི་འཐུས་ཀྱི་གྲངས་ཀ་ཚོ་བསྒྲིགས་མེད་ན་རྣམ་པ་ཚོ་དྲ་རྒྱ་ནང་གཟིགས་ར། ང་རང་གིས་འགྲོ་བའི་ཆ་ཚོད་མ་ནས་སྤྱི་འཐུས་ཀྱི་དེ་ཤུགས་པོ་ཆ་ཚང་ཞིག་བཏོན་བཞག་ཡོད་ད་མཐོང་གོ་ད་ཤུགས་པོ་ཆ་ཚང་ནི་ཁ་སང་དཀའ་ལས་རྒྱབ་བྱས་ད་སྤྱི་ཚོགས་དྲ་རྒྱ་ན་ཁ་བརྡ་བ་ཅི་མི་དང་དཀའ་ལས་རྒྱབ་བྱས་དེ་གོ་བདེ་རྒྱ་བྱས་ཏོ། ཉི་མང་ཤོས་དེ་ལ་གོ་བདེ་ཅིག་རྒྱ་ཡས་ར་དེ་ཉུང་ཤོས་དེ་ལ་གོ་བདེ་ཅིག་རྒྱ་བས་ཐོང་ད། དེ་ན་དེ་འདྲ་བ་ན་དགེ་ལུགས་རེད་དགེ་ལུགས་ཀྱི་མཐོ་ཤོས་དེ་ལ་གོ་བདེ་ཅིག་རྒྱ་ར་ཉུང་ཤོས་དེ་ལ་གོ་བདེ་ཅིག་རྒྱ་ཡས་རེད། དགེ་ལུགས་ཀྱི་སྤྱི་འཐུས་བཞི་དོ། བློ་བཟང་བན་དེ་ལགས་ཨ་འབྲུག་ཚེ་བརྟན་ལགས་ཕུ་བོ་བཟང་འབྲུག་ལགས། རྒྱལ་གཅེས་བློ་བཟང་ལགས་སེང་ཞིག་དུ་ར་ཁོ་རང་གཅན་ཚ་མོན་གོར་རེད་ཤག།

གཉིས་ཀ་དུ་ལྟ་བ་ཡིན་ན་ཨ་ལས་ངས་འདིའི་ས་དེ་མཐོང་མི་འདིའི་ཕྱོགས་དེ་མཐོང་མི་འདུག་བསམ་གི་ར། འདིའི་ཕྱོགས་དེ་གཅིག་མཐོང་འདི་གཉིས་མཐོང་བ་ཡིན་ན་ནི་འདྲ་ཡག་པོ་ཡོད་རེད་གཉིས་ཀ་མཐོང་པ་ཡིན་ན་དེ་ནས་ནི་དེ་ནི་འབའ་སྐྱིད་ནི་མ་སྣ་དགུ་དེ་སྐྱིད་ལ་དོ་ཁ་དེ་སྐྱིད་ལ་དོ་ནི་སྐྱིད་ཀྱི་ཁ་དེ་ནི་མ་སྐད་ཆ་དེ་བཤད་པ་ཡིན་ན་དེ་ལ་ཁྱད་པས་ཡོད་པ་དེ་ལ་ཁྱད་པས་ཡོང་གི་རུ་བ་ཆེན་པོ་ཨེ་འདྲའི་བྱས་ནས་འགྲོ་རུ་བ་ཨེ་འདྲའི་བྱས་ནས་འགྲོ་ཨ་ནི་སྐྱིད་མ་དེ་གི་བཤད་བཤད་ན་འདི་མཐོང་གི་མ་རུ་བ་སོང་ཙང་གཉིས་ཀ་དུ་ཁ་ཆེ།

ག་དུས་སྤྱི་ཚོགས་དྲ་རྒྱའི་ཀླད་པ་ནས་ཤེས་ཡོད་དེ་ཤེས་ཀྱི་ཡོད་ནའི་བོད་པ་ཚང་མ་ནད་མེད་ཚེ་རིང་ཡོད་སྨོན་ལམ་རྒྱག་གི་ཡོད་མ་གཏོགས་བོད་པ་སུ་གང་ཞིག་དུག་བྱ་བྱ་ལབ་ན་ཁ་ཤས་བོད་པ་ཚང་མ་ལ་ཁ་བཏང་ཨ་ཅེ་ཅི་ཅིག་ཤི་བར་ཤོག་གཉིས་ཤི་བར་ཤོག་ཅི་ཅི་ཅིག་ག་རེ་བཙོན་ཁང་ན་བཅུག་པར་ཤོག་ཅི་ཅི་ཅིག་ཨ་ནི་ཅིག་བར་ཆད་ཡོང་བར་ཤོག་ལམ་འགྲོ་མ་གཉིས་ལ་འགྲོ་དེ་ཡིན་དོ་དེ་ཚོ་དངོས་གནས་བོད་པ་མ་རེད་ད་དེ་ཚོ་བོད་པ་མ་རེད་ང་ཚོའི་གི་བླ་མ་དེ་འཛམ་གླིང་ཞི་བའི་དེད་དཔོན་རེད་ན་མོ་ཚོ་མཁྱེན་གི་ད་རྒྱ་བོ་རིན་པོ་ཆེ་འཛམ་གླིང་ཞི་བའི་དེད་དཔོན་ཞེས་ཡོངས་གྲགས་རེད་ང་ཚོ་བླ་མ་དེ་ཞི་བའི་སྡེ་དཔོན་རེད་ནས་སོ་སོ་ང་རང་ཚོ་ཞི་བའི་སྡེ་དཔོན་དང་བྱེད་ཐུང་མ་ནས་ཁོང་ཁྲོ་སྡེ་དཔོན་དང་མ་བྱེད་ན་འདྲི་ཡག་པོ་འདུག་ཨ། བླ་མ་དེ་ཞི་བའི་སྡེ་དཔོན་ཡིན་ལབ་ཨ་ནས་སོ་སོ་སྤྱི་ཚོགས་དྲ་རྒྱ་ནང་ཁོང་ཁྲོ་རྒྱལ་བོ་འགྲོ་བྱེད་འཁྲབ་བྱེད་རླུང་བསླང་བྱེད་རླུང་གསར་དཀྲུག་རེ་གཉིས་ཟེར་ལབ་རྣམ་འགྱུར་དེ་གས་ད་མ་བློས་ཨ་འགྲོ་དེ་གས་ད་མི་གས་ལྟ་གིར་ད་དེ་ཚ་སྤྱི་ཚོགས་ནང་འཁྲུག་པ་རྐྱེན་ལ་མི་ཚང་མ་ལྟ་གིར་ཡིན་ན་དེ་མི་ཚང་མ་ག་ལྟ་གོ་མ་ད་ཡ་མཚན་ལྟ་འོ་ཨ་ཚེ་དེ་འདྲས་ཐབས་སྐྱོ་བ་ལ་ཨ་ས་ནས་ལྟ་གོ་འདི་ཧ་གོ་མི་འདུག་ཨ། དངོས་གནས་དང། དེང་སང་ལང་ཀ་རྡོ་ལས་མི་གཅིག་གསལ་བཤད་གནང་ན་ཚང་མ་ལྟ་ག་འགྲོ་གི་རེད། མི་གཅིག་གིས་མི་གཅིག་ལ་ཁ་ལག་འགྲོ་སྤྲད་ན་སུ་གང་གིས་ལྟ་གི་མ་རེད། སྐྱོ་བོ་རིགས་ཁྱེད་རང་རོགས་པ་བྱེད་ད་ལང་ཀ་བཟོས་ལ་སུ་གང་ལྟ་གི་མ་རེད། ཡིན་ན་ཁྱེད་རང་མི་སྐྱོ་བོ་ཡར་གཏོང་ནས་བྱིས་ད་མི་ད་རེད་ཤུ་ད་ཅིག་ཕྱུ་བ་སྐྱག་ད་མི་ཚང་མ་ལྟ་གི་རེད། དེ་སྐྱོ་བོ་ལ་ལྟ་ཡི་མི་ཚོ་མི་ཚོ་ཁ་ཆེམས་ལྟ་གོ་ལ་མི་ཚིག་གིས་ཁྱེད་རང་གི་བྱེད་སྟངས་དེ་སྐྱོ་བ་ལགས་བསམ་ཅིག་ལྟ་གོ་བ་མ་ལ་འགའ་ལྟ་གོ་མ་རེད། དེ་ན་ཤེས་རོ་བ་དྲ་རྒྱ་ན་ལ་ད་ག་རང་རོགས། ཁོང་ཁྲོ་རྒྱལ་བ་ཁྲོ་ཆུ་ཁྲབ་བྱེད་ཚང་མ་ལ་སྡུག་རུས་ངན་ཚད་ལ་རྐུ་མ་ཇག་པ་གཅིག་མ་འགྲིག་པ་གཉིས་མ་འགྲིག་པ་བཤད་དེ་ན་མིའི་ལྟ་མཁན་ར་ཁྱེད་རང views ར་ཡིན་ན views དེ་ཁྱེད་རང་ལ་དགའ་འཕྲད་ན་མར་ད་ཁྱེད་རང་གི་བྱེད་སྟངས་དེ་གི་དེ་སྐྱོ་བ་ལ་བསམ་གོ། བླ་མ་ཞི་བའི་སྡེ་དཔོན་གྱི་འགལ་འཁྲུ་དེ་སྐྱོ་བ་ལ་བསམ་གོ་བླ་མ་ཞི་བའི་སྡེ་དཔོན་གྱི་བྱིན་རླབས་ཀྱི་ཚན་ཁ་དེ་ཁྱེད་རང་ལ་ཕོག་མི་འདུག་བསམ་གོ། ཡ་ཧ་གོ་གོ་གོ་ར་ད་ནི་ན། ང་ཚོ་ཡི་བླ་མ་རྗེ་ཉུང་རྒྱལ་བ་རིན་པོ་ཆེ། ངས་སྙེ་མར་བཞུགས་པའི་སྔགས་སྙེ་མ་དགོན་པ་ཡི་རྒྱལ་བ་རིན་པོ་ཆེའི་མཇལ་ཁ་ཐོབ་མྱོང་ཡོད། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ལ་ཡང་བསྟོད་བསྔགས་ཀྱི་ཚིག་དེ་འདྲ་ཐོབ་མྱོང་ཡོད་ད། ཡིན་ན་སུ་གང་ལག་སྨྲས་དང་ང་དེ་འདྲ་དེ་འདྲ་བྱེད་ཡིན་ནམ། དངོས་གནས་ད། ཉེ་བར་སོ་སོའི་དགོན་བདག་ཉལ་བའི་སྐབས་སུ་ཡིན་པ་ཡིན་ན་སོ་སོ་ཡི་རྩ་བའི་བླ་མ་དང་ད་མང་པོ་དེ་རྨི་ལམ་མང་པོ་མཇལ་མྱོང་ཡོད་ད།

སྙེ་མ་རྒྱ་བོར་མི་རིགས་གསུང་ཆོས་བྱ་བ་གསུངས་སོ་ཨིན་ཇི་གོབས་སེར་གྱིས་ཡང་དམ་ས་ལ་རིགས་གང་གོམས་རྒྱག་འགྲོ་ཡིན་ས་རེད་ག་ལ་གོམས་རྒྱག་འགྲོ་འདུག་ཨ་ནི་མཚན་ལ་ཁོ་ལ་གཉིད་ལམ་ནང་ལ་ཡང་སངས་རྒྱས་ཀྱི་ཐང་ག་དེ་ནས་མང་པོ་ཤོར་གྱི་རྗེས་ཡིན་ས་ར་ཨ་ཁོས་རྒྱ་བོར་མི་རིགས་ལ་ཞུས་དང་ད་ང་ས་དང་པོ་ཐོབ་ཡིན་ས་རེད་རྒྱ་བོར་མི་རིགས་ག་རེ་ཡིན་ན་ག་འདྲི་གནང་འདུག་ཨ་ས་དང་པོ་ཐོན་ན་སངས་རྒྱས་རྒྱ་མཐོང་གི་རེད་ང་དང་པོ་གཉིད་ལམ་ནང་ལ་ཐང་ག་ངོ་ཤེས་མཐོང་སོང་ཧ་ལོ་གོ་ར་ཨ་ནི་ས་དང་པོ་ཐོབ་ཡག་སོ་འདི་ར་ལས་ལ་དོག་ལ་ཆོག་ཁ་བ་ཁ་བ། ཀ་ཆེན་གྲངས་མེད་གསུམ་སྐྱེ་ཤི་བོ་ར་ས་དང་པོ་རྙེད་ལ། ཀ་ཆེན་གྲངས་མེད་དང་པོ་དེ་ཚོགས་ཆོག་གཉིས་ག་སུ་གྲོགས་དགུ་བོ་ར། ཡིན་ན་མ་དག་ས་དོན་ག་སུ་ད་ཀ་ཆེན་གྲངས་མེད་གཉིས་པ་དེ་ཡིན་ལ་ཨང་དག་པ་སུ་གསུམ་པ་ཡིན་ལ་འོ། ཀ་ཆེན་གྲངས་མེད་གཅིག་ལ་ཨ་ནི་ལོ་ག་ཚོད་ཡོད་གང་ཚོད་ཀ་བ་ཀ་བ་སྐྱེ་ཤི་བོ་ར། ཡ། བཤད་འགྲོ་དེ་དང་ཧ་ལོ་འདི་ཚོ་ང་ཚོ་བསམ་སྟངས་གལ་ཆེན་པོ་ར་འདི་ཚང་མ། ངས་དངོས་གནས་དྲང་པོ་ཡིན་ཨང་ཚང་བོད་པ་རེད་སུ་གང་གི་སུ་སུ་གང་གི་སུ་གང་ལ་སྡུག་ཅག་བསམ་དགོས་ཡ་གལ་ཡོད་མ་བསམ་ཚུལ་མ་མཐུན་བ་མ་མཐུན་པ་རེད། ནས་སོ་སོ་བཟང་སྤྱོད་སོ་སོའི་བཟང་སྤྱོད་སོ་སོ་བཟང་སྤྱོད་ར། རེད་བ། གཞན་གྱི་རྣ་བར་འགྲོ་བའི་སྐད་ཆ་བཤད་མ་ཐུབ་བ་ཡིན་ན་ཡང་གཞན་གྱི་མིག་ལམ་ལ་མ་འཛེགས་པའི་སྤྱོད་པ་མ་བྱས་ན་ཡག་པོ་ཡོད་རེད་བསམ་གྱི་རེད། འདི་ངའི་རྣམ་པ་ཚང་མ་ལ་འབོད་སྐུལ་ཡིན་ད་ང་ཡང་ད་ག་རང་ཡིན་སྐད་ཆ་ག་དུས་བཤད་ག་ལས་ན་གྲ་སྒྲིག་ཨང་སར་བྱས་བྱས་ངོ་ན་གང་བཤད་རྒྱུ་སྐད་ཆ་དེ་གའི་ཡིག་ཆ་ག་པར་ག་འདྲེ་ཞིག་ཏུ་བརྙན་ག་འདྲེ་ཞིག་ཆ་ཚང་གྲ་སྒྲིག་བྱས་བྱས་རྣམ་པ་ཟུར་ལ་མ་བཞག་བྱས་དེ་ཡང་ངོ་ན་ཚིག་སྦྱོར་ཕུན་སུམ་ཚོགས་པ་ཅིག་བོད་སྐད་རང་གི་གཙང་མ་ཡི་ཐོག་ནས་ཅིག་དབྱིན་ཇིའི་འདྲ་བོ་དེ་འདྲ་ཧིན་དིའི་འདྲ་བོ་དེ་འདྲ་མིན་པ་བྱས། ཉན་མཁན་བོད་པར་བཤད་མཁན་བོད་པར་གང་བཤད་རྒྱུའི་དོན་དག་དེ་བོད་དོན་བཤད་ཀྱི་ཡོད་དུས་ཨ་འདི་པ་ལ་ལ་སྐྱིད་ཡིག་གཞན་པ་དང་བསྲེ་ལས་བྱེད་དགོས་ཡང་ཚོ་རྒྱུ་མཚན་ཟེར་མཁན་མི་འདུག་བ། རེད་བ་ཡ། ད་ངས་ཉན་མཁན་དེ་རྒྱ་གར་ཡིན་ན་ངས་རྒྱ་གར་གས་རྒྱབ་ཆོག་དབྱིན་ཇི་ནི་དབྱིན་ཇི་གས་རྒྱབ་ཆོག་ཡིན་པ་ཡིན་ན་ངས་ཉན་མཁན་དེ་གས་དེ་བོད་པ་རེད་མཚོན་ན་བོད་པ་དང་བོད་པའི་བར་ལ་ལ་བེད་སྤྱོད་བྱེད་སྐད་དེ་ལ་བོད་སྐད་ལ་ཁོག་ལ་དེ་མེད་བསམ་བོ་ར་ད་སུས་ཟེར་བསྟོད་པ་ཡིན་ན་གང་ལྟར་ཨ་དོན་དག་པ་ལ་སྐད་ཡག་མ་ལོ་ཆ་ལུགས་ཡག་མ་ལོ་ཡག་མ་ལུགས་ཆ་ལུགས་ཞིག་སྐད་དེ་ཡག་མ་ལུགས་ཞིག་ཆོས་སྐད་མི་འདུག་བ། འོ་དེ་འདྲ་འདྲ་བཞིན་རྣམ་པ་ཚོ་ཨ་ནི་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་དུས་རྟག་ཏུ་རྒྱབ་སྐྱོར་གནང་དེ་ངས་རེད་རྣམ་པ་ལ་ཚང་མར་ཐུགས་རྗེ་སྙན་འབུལ་གུས་ཞུ་རྣམ་པ་ཚོ་ཡི་གེ་བཏང་མེད་ན་ཨ་ནི་སྤྱི་འཐུས་ལྷན་ཚོགས་ལ་རྣམ་པ་ཚོ་སྙན་ཞུ་ལན་འདེབས་མི་བྱེད་གཏང་རོགས་བྱེད་ཅེས།

ཨ་ནི་སོ་སོར་དགོངས་པ་ཞེས་བྱ་བ་ངེད་ཀྱི་གྲངས་ཀ་དེ་གས་བསམ་བློ་ཞིག་བཏང། བམ་པོའི་སྲིད་སྐྱོང་ཡང་སྐད་ཆ་བཤད་བྱས་བར་བསམ་བློ་ཞིག་བཏང། བུད་མེད་ཚོ་པའི་ཡི་གེ་ནི་བསམ་བློ་ཞིག་བཏང་དང་ཧ་གོ་བ། ད་ག་བ་ག་བ་བྱེད་ག་རེ་ག་རེ་ཆགས་བྱེད་ག་རེ་ག་རེ་ཆགས་ཀྱི་འདུག་ག་བ་འགྲོ་གི་འདུག་ག་བ་འགྲོ་ས་མ་རེད། དེ་འདྲ་ག་འདྲས་བྱེད་པ་ནི་སྤྱི་ཚོགས་ལ་ཕན་ས་རེད་ག་འདྲས་བྱེད་པ་ནི་སྤྱི་ཚོགས་ལ་གནོད་ས་རེད། ཨ་ནི་སྤྱི་ཚོགས་ཀྱི་འགན་བྱེད་ད་ཤིང་ནགས་ནང་བསྡད་མཁན་ཚོ་ལ་ང་གས་ཞུ་ཡས་ཀས་མེད་ད། ཨ་ནི་བོད་པ་ཡང་ཁ་ཤས་ཡང་ཨ་རི་ཡིན་ཨ་རི་ཡིན་བསམ་མཁན་དེ་འདྲས་ད་དེ་ཚོ་ལ་ང་གས་ཞུ་ཡས་མེད། བོད་པ་ཡིན་བསམ་མཁན་སུ་ཡིན་པ་ཡིན་ན་བོད་པ་ཡིན་བསམ་མཁན་གཅིག་དང་མ་འོངས་པ་ལ་ང་ཚོ་བོད་པའི་སྤྱི་ཚོགས་ཀ་བ་གསུམ་ཡིན་ན་ཀ་བ་བཞི་དེ་གས་དེ་གཅིག་ཚགས་ཚུད་པོ་ཅིག་ལང་ཀ་གཅིག་དང་ཡག་པོ་ཅིག་འགྲོ་ཐུ་ཡས་དེ་འདྲ་ཅིག་བྱུང་རོགས་ཞེས་བསམ་མཁན་ཡོད་ན་ནི་དེ་ཚོ་ལ་དགོངས་པ་བཞེས་རོགས་གནང་ཞེས་འོ་འདི་ཞུ་གི་ཡོད་ནི་ཐུགས་རྗེ་ཆེ་ཡ་ནི་བོད་རྒྱལ་ལོ།